རྣམ་པ་ལེན་མཁན་སྐུ་ཁམས་གསང་སྔགས་པ་སངས་རྒྱས་ཡིན། ང་ཚོའི་བོད་ཕྱི་ནང་ཡོངས་ཀྱི་ལས་རིམ་སེལ་མཁན་རྣམས་ལ་ད་ལྟ་རྒྱལ་ས་ཝཱ་ཤིང་ཐན་ནས་ང་ཚོའི་ཀུན་གླེང་གི་གྲོས་གླེང་ལས་རིམ་དངོས་གཞི་སྐུ་འཚོ་དང་སྦྲགས་འཚམས་འདྲི་ཞུ་བ་ཡིན། ད་ཐེངས་ཀྱི་ང་ཚོའི་ལས་རིམ་དེའི་ནང་རྒྱ་ནག་གཞུང་གི་བཙོན་འོག་ཏུ་ཡོད་པའི་རྩོམ་པ་པོ་ཞོགས་ལྗང་ལགས་ལ་ལོ་གསུམ་བཙོན་འཇུག་གི་ཁྲིམས་ཆད་བྱས་པའི་རྗེས་སུ་ཁོང་གིས་ཁྲིམས་ཆད་དེ་ལ་ངོས་ལེན་མེད་པར་མཐོ་རིམ་ཁྲིམས་ཁང་ལ་ཞུ་གཏུག་གི་ཡི་གེ་ཞིག་ཕུལ་ཡོད་པའི་སྐོར་དང། རྩོམ་སྒྲིག་རྩོམ་བྲིས་པ་དང་དྲ་ཐོག་ལོ་རྩོམ་བཞག་པ་སོགས་ཀྱི་རྐྱེན་པས་ན་ཁ་བྲལ་གྱི་ནག་ཉེས་ཕོག་པའི་ཞོགས་ལྗང་ལགས་ཀྱིས་གནད་དོན་དེའི་ཐོག་ནས་བོད་ནང་གི་གཞོན་སྐྱེས་ཤེས་ཡོན་ཅན་ཚོའི་གནས་སྟངས་གང་འདྲ་ཞིག་མཚོན་གྱི་ཡོད་མིན་སྐོར་སོགས་ལ་གྲོས་གླེང་ཞུ་བ་ཡིན། ད་རིང་གི་ང་ཚོའི་གྲོས་གླེང་ལས་རིམ་དེའི་ནང་བཞུགས་སྒར་རྡ་རམ་ས་ལ་ནས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཚེ་རིང་རྒྱ་ལགས་གདན་འདྲེན་ཞུས་པ་དང་དག་ནས་བཞིན་དེ་ག་རྒྱང་གཟིགས་ཁང་ནང་ལ་ཡང་དེ་སྔ་མཚོ་སྔོན་སྲིད་ཁྲིམས་སློབ་གྲྭ་ཆེན་པོའི་དགེ་རྒན་གནང་མྱོང་ཡོད་པ་དང་ད་ལྟ་རྒྱལ་ས་ཝཱ་ཤིང་ཐན་ན་བཞུགས་ངས་བླ་མ་སྐྱབས་ལགས་གདན་འདྲེན་ཞུས་ཏེ་དྲོད་ལེན་ཞུ་ཡ་ཡིན། རྣམ་པ་གཉིས་ཀ་ད་རིང་འདས་ཕེབས་བར་ཐུགས་ཆེ་གནང་ཞུ་གི་ཡིན་ཐོག་མ་འདི་ལ། ཡིན་དང་ཡིན།
ལོ་སོ།
ཚེ་རིང་རྒྱལ་ལགས་དང་པོ་དེ་ལ་ད། ཞོགས་ལྗང་ལགས་འདི་ང་ཚོས་མང་པོ་ཅིག་གི་ཧ་གོ་ཡ་ལ། ཁོ་རང་ད་ནུབ་བྱང་མི་རིགས་སློབ་གྲྭ་ཆེན་པོའི་སློབ་ཕྲུག་ཅིག་ཡིན་པ་དང་གོང་ལོ་སུམ་ཅུ་ཐམ་པ་ཡིན་པ། དེ་ནས་སྤྱི་ཟླ་གསུམ་པའི་ཚེས་བཅུ་དགུ་ལ་ཡང་ཁོ་རང་འཛིན་བཟུང་བྱས་པའི་གནས་ཚུལ་དེ་ཙམ་གཅིག་ཧ་གོ་གི་ཡོད་རེད་ཨ་ནི། དེའི་རྗེས་ལ་ཡང་ད་འཛིན་བཟུང་བྱས་པའི་རྗེས་ལ་ཁོ་རང་གི་གནས་སྟངས་ག་འདྲ་ཡིན་མིན་དང་ག་བར་ཡོད་མིན་གསལ་པོ་མེད་པའི་གནས་སྟངས་ཤིག་འོག་ལ་ད་ཉེ་ཆར་ཁོ་རང་ནས་བཙོན་ཁང་འོག་ནས་བྲིས་པའི་གི་ཡི་གེ་ཅིག་ཐོན་རྗེས་ད་ཁོ་རང་ག་དུས་འཛིན་བཟུང་བྱས་མེད་ཁྲིམས་ཆད་ག་འདྲས་བྱས་མེད་གསལ་པོ་ཅིག་འཁོད་སོང་དང་པོ་དེ་ལ་ཁོ་རང་ག་དུས་འཛིན་བཟུང་བྱས་ཡོད་མེད་དང་ཁྲིམས་ཆད་བྱེད་སྟངས་དེ་ཚོ། ཞོགས་ལྗང་ལགས་ཀྱི་ཡི་གེ་དེ་ན་ག་རེ་ག་རེ་བཀོད་ནས་ངོ་སྤྲོད་བྱེད་གནང་གདའ་སྟེ།
རེད་རེད་ད་ད་ད་ཕྱོགས་རྒྱང་ལ་གི་འདི་ད་མཚོ་སྔོན་མི་དམངས་མཐོ་རིམ་ཁྲིམས་ཁང་ཡ་རང་ཡ་ད་ཁྲིམས་གཏུགས་གང་གཏུགས་ཡིན་ནོ་གི་དེ་ད་བོད་ཡིག་གི་ཤོག་ལྷེ་གཅིག་གཉིས་ཅན་གི་ད་གི་སྙན་ཤལ་ཡིག་གི་དེ་ནང་ན་ད་དེ་ནང་གོ་ནོ་ལྟར་ན་ད་ཁོ་རང་གི་དེ་ནང་ན་ཞིབ་ཅིང་ཕྲ་བ་དེ་འདུག་ད་དེ་ནང་ན་ཁོ་རང་ཐོག་དང་པོ་ཁོ་རང་ལ་ད་ཞིབ་བཤེར་བྱ་ཡ་གི་སྔོག་བཤེར་དེ་དགོངས་ར་སྔོག་བཤེར་དེ་སྤྱི་ཟླ་གསུམ་པ་གི་ཚེས་ཅི་རིགས་གི་དགོངས་མོ། ཨ་རིའི་གོང་གི་མགྲོན་ཁང་ཟིག་གི་ནང་ནས་ཁོ་རང་ལ་གཅིག་ཉེན་རྟོག་པ་དང་ད་ཅིག་དམག་ལྷ་དཀོན་གཉེར་འདེད་གསོད་ཡོང་བའི་ཁོ་རང་ངོ་ཚར་བྱས་ཡོད་ས་རེད་ད་དེ་ཅིག་ཁྲིམས་མཐུན་མ་ཡིན་པ་དགོས་ནས་དེ་རྗེས་ལ་སྤྱི་ཟླ་གསུམ་པ་གི་ཚེས་བཅིར་གི་ཉིན་གར་ངོས་སུ་འཇུ་བཟུང་ཅིག་བཏང་འདུག་ད་ནས་ད་ཁོ་རང་སྤྱི་ཟླ་གསུམ་པ་གི་ཚེས་ཉི་ཤུ་ཉི་ཤུ་ཐམ་པ་ནས་ལུས་ད་ངོས་སུ་འཇུ་བཟུང་གི་ཡི་གེ་འདྲ་མོ་དུམ་བུ་འདྲ་མོ་ད་ཁོང་མགོ་བཙུགས་ངེས་ད་ནས་ད་སྤྱི་ཟླ་ལྔ་བ་གི་ཚེས་ལྔ། གི་ཉི་མ་ལ་ད་དངོས་སུ་འཛིན་བཟུང་བྱས་འདུག་ཡི་གེ་དེ་ཁོ་རང་སྤྲད་ཡོད་གི། དེ་ནས་ད་སྤྱི་ཟླ་བདུན་པ་གི་ཚེས་ཉི་ཤུ་གཅིག་གི་ཉིན་འགར་ད་ཁྲིམས་ར་ཐོག་དང་བོ་དེ་འཚོགས་གི་ཐོག་དང་བོ་དེ་འཚོགས་ཡས་ད་ཁོ་རང་གཅིག་ཁྲིམས་ད་གཅིག་ཉིན་གཟིགས་ར་མོ་དེ་བྱས་དུས་གི་འདི་ལ་ཁོ་རང་གི་དེ་ངོས་ལེན་མ་བྱས་ད་ཡ་ར་གཅིག་ཁོ་རང་གི་ནག་ཉེས་མེད་ཡ་དེ་འདྲ་ཞིག་བརྒྱབ་དེ་འདྲ་བྱས་དེ་ནས་ཡ་ནས་ད་གཅིག་ཁྲིམས་ར་དེ་ད་ཁོ་ཚོ་གི་གཅིག་དེ་ཡང་སྤྱིར། གི་ད་ཅིག་གྲིབ་སྡེར་འདྲ་མོ་དེ་ཆོག་གི་དེའི་ཐོག་ནས་ད་ད་འདི་ཕྱི་ཟླ་ཉིས་སྟོང་བཅུ་དྲུག་གི་སྤྱི་ཟླ་གཉིས་བ་གི་ཚེས་བཅུ་བདུན་གྱི་ཉིན་འགར་ད་ངོས་སུ་འདི་རེབ་གོང་གི་རྨ་ལྷོ་ཁུལ་གྱི་འབྲིང་རིམ་མི་དམངས་ཁྲིམས་ཁང་གི་ད་ཁོ་རང་ལོ་གསུམ་གྱི་བཙོན་འཇུག་ཁྲིམས་ཐག་ར་ལོ་གཉིས་ཀྱི་ཆབ་སྲིད་ཀྱི་ཐོབ་ཐང་བཙན་འཕྲོག་དེ་ཡོད་གི་ད་ཁོ་རང་གི་ད་ད་གི་མཐོ་རིམ་མི་དམངས་ཁྲིམས་ཁང་ཨ་སྙན་ཞིག་ཡི་གེ་དེ་ད་ཁོ་རང་གི་ཡི་གེ་དེའི་སྒང་ལ་གསལ་ནོ་ལྟར་ན་ད་ཕྱི་ཟླ་གཉིས་བ་གི་ཚེས་ཉི་ཤུ་བཞག་གི་ནི་འགར་ཁོ་རང་གི་བཀྲིས་ཡ་ར་ད་ཤག་ཏིག་ཅན་དང་བོ་དེ་རེད་བྱ། ཐུགས་རྗེ་ཆེ་གསལ་པོ་བྱུང་སོང་ཨ་ནི་བླ་མ་སྐྱབས་ལགས་ད་ལྟ་ད་ཞོགས་ལྗང་ལགས་ཀྱི་ཡི་གེ་དེའི་ནང་ལ་ཡང་འཁོད་པ་ནང་བཞིན་རེད་ཁོ་རང་འཛིན་བཟུང་བྱས་ཡ་དེ་སྤྱི་ཟླ་གསུམ་པའི་ཚེས་བུ་བཅུ་དགུ་ཉིན་ག་རེད་ཤག་ཏག་ཡིན་ནའི་འཛིན་བཟུང་བྱས་ཡོད་ཟེར་ཡ་གི་དངོས་སུ་གསལ་བསྒྲགས་བྱས་པའི་དེ་སྤྱི་ཟླ་ལྔ་པའི་ཚེས་བུ་ལྔ་ལ་རེད་དོ་འདིའི་པོ་ཏོ་དུས་ཚོད་མང་པོ་ཕྱིན་ཤག་རྒྱ་ནག་གཞིམ་གི་ཁྲིམས་འགྲོ་སྟངས་བྱས་པ་ཡིན་ན་དེ་ཚོ་འགྲོ་ལུགས་དང་མཐུན་གོ་ཡོག་མ་རེད་ཡོག་རེད་ཡོག་མ་རེད་མི་གཅིག་འཛིན་བཟུང་བྱས་དུས་ཁོ་ཚོའི་རྩ་ཁྲིམས་ཀྱི་ནག་ལོག་ལ་ཡ་ཆུ་ཚོད་ཉི་ཤུ་རྩ་བཞིའི་ནག་ལོག་ལ་ཡ་གསལ་པོ་བཟོ་དགོས་ཀྱི་ཡོད་པ་དེ་འདྲའི་འཁོད་ཡོད་པ་མང་པོ་ཅིག་ང་ཚོས་གོ་བསྡད་ཡོད་རེད་ད་ལྟ་ཞོགས་ལྗང་ལགས་འཛིན་བཟུང་བྱས་པའི་གནས་སྟངས་དེ་ཚོ་ལྟ་དུས་ཁྲིམས་ཀྱི་འགྲོ་སྟངས་དེ་ཚོ་ག་འདྲའི་གཞུང་དུ་སྤྱི་སྟངས་ག་འདྲ་བྱེད་དགོས་རེད། ད་རྩ་བས་ན་ད་ཅོག་ལྗང་ལགས་ཀྱི་དོན་དག་འདི་རྒྱ་མིའི་གི་ད་ཉེས་ཁྲིམས་ཀྱི་སྒང་ན་ཞིབ་འཇུག་བྱེད་ཀྱི་ཡོད་རེད་བ། ད་ཡིན་ན་ཉེས་དོན་གཏུག་བཤེར་བཅའ་ཁྲིམས་ཀྱི་འགྲོ་སྟངས་ལྟར་པ་ཡིན་ན། རྒྱ་ནག་གཞུང་གི་མི་གཅིག་དོགས་གཞི་ཅན་གྱི་མི་གཅིག་ཡིན་ན་འདྲ་ཉེས་ཅན་པ་གཅིག་ཡིན་ན་འདྲ་ག་རེ་སིམ་ཚར་བའི་རྗེས་ལ། ད་དེ་སིམ་ཡ་དེ་ལ་དང་པོ་སིམ་མཁན་དེ་སྤྱི་བདེ་ལས་ཁུངས་ཀྱི་སིམ་དགོས་ཀྱི་ཡོད་རེད། སྤྱི་བདེ་ལས་ཁུངས་ཀྱི་མ་སིམ་པའི་སྔོན་ལ། ཡིན་གཅིག་མིན་གཅིག་མི་དམངས་ཞིབ་དཔྱོད་ཁང་དང་ཡང་ན་མི་དམངས་ཁྲིམས་ཁང་གི་མི་དེ་ལ་འཛིན་བཟུང་བྱེད་དགོས་ཡོད་ན་འདྲ་ཞིབ་འཇུག་བྱེད་དགོས་ཡོད་ན་འདྲ་ཁོ་ཚོ་གི་ཆོག་མཆན་དེ་བརྒྱུད་ནས་ནས་བྱེད་དགོས་ཡོད་རེད་ད། ཆོག་མཆན་དེ་བཞག་ཚར་ནས་ཁོ་སིམ་པའི་རྗེས་ལ། ཕྱི་ཚོད་ཉི་ཤུ་རྩ་བཞི་གི་ནང་ལ། མི་དེ་ལ་ཉེས་བ་ཡོད་དམ་མེད། ཁ་གསལ་གི་སྒོ་ནས་ནས་ཁོ། ནང་མི་ལ་ལན་གསལ་བོ་བསྐྱལ་དགོས་རེད་ད། ད་ལྟ་བར་དུ་ཁོ་ཟླ་བ་འདི་ནས་མང་པོ་ཞིག་ཆེས་ནང་མི་ལ་ལན་མ་བྱེད་པ་དེ་རྦད་དེ་ད་རྒྱ་ནག་རང་གི་གཏན་འཁེལ་བའི་ཁྲིམས་དང་བེད་འགེལ་བསྡད་ཡོད་རེད་ད་དེ་ཧ་ཅང་གསལ་བོ་རེད། ལགས་སོ། ཚེ་རིང་རྒྱ་ལགས་ད་ད་ལྟ་ང་ཚོས་ད་རིང་གི་བརྗོད་གཞི་གཙོ་བོ་ཞོགས་ལྗང་ལགས་ཡིན་ཙང། ཞོགས་ལྗང་ལགས་བོད་པའི་སྤྱི་ཚོགས་སུ་མི་ཚང་མས་དོ་སྣང་བྱེད་དགོས་ཡ་ཅི་ད་ཡང་རྒྱ་ནག་གཞུང་ནས་འདི་ག་ཚོར་སྣང་སྐྱེན་པོ་བྱེད་ཆེད་ཁོ་རང་འཛིན་བཟུང་བྱེད་དགོས་ཡ་སོགས་གནས་ཚུལ་དེ་ཚོ་ག་འདྲ་ཆགས་རན་ཞོགས་ལྗང་ལགས་མི་འདི་ག་འདྲ་ཅིག་རེད་སུ་རེད་འདི་ངོ་སྤྲོད་བྱེད་ན།
རེད་ད་ཞོགས་ལྗང་ལྷ་ཡིན་ན་ད་བོད་ནང་གི་རྩོམ་པ་པོ་ཟིག་རེད་ད་ཁོ་རང་ནག་གཞུང་གི་རྩོམ་པ་པོ་ཟིག་རེད་ཨ་ནི་སྙན་ངག་པ་ཟིག་རེད་ད་ཁོ་རང་ད་ཅིག་རྒྱ་ནག་ཟིག་ན་ཆོག་གོ་ད་འདིའི་མི་ཟིག་གི་ད་ཅིག་འཛིན་བཟུང་བྱ་དགོས་ཡ་དང་འདི་གང་ལ་ཅིག་ཧ་གི་དགོས་ཡ་དེ་ད་ཐོག་དང་བོ་དེ་འདི་ཞོགས་ལྗང་དང་ཁྱེད་རང་གཉིས་ཆ་ཨ་ནི་ཉིས་སྟོང་བཅུ་གི་ཕྱི་ཟླ་བཞི་བ་གི་ཚེས་དྲུག་ལ་ཨ་ནི་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་ནང་ནས་འཇིབ་བཟུང་བྱས་རེད་ད་དེའི་སྐབས་དེ་ལ་ངོ་མ་ད་ཉིས་སྟོང་བརྒྱད་གི་ལོ་ད་འོད་གསལ་ཡོང་སྲིད། གསེར་སྒོས་ཆེན་མོ་དུ་སླེབས་དུས་གང་དེ་ལ་ནི་ནུབ་བྱང་མི་རིགས་སློབ་གྲྭ་དང་ད་རྒྱ་ནག་གི་པེ་ཅིན་ནའོ་ནུའུ་གི་ཀྲུང་དབྱང་མི་རིགས་སློབ་གྲྭ་ལ་སོགས་པ་ད་འདིའི་སློབ་གྲྭ་མང་པོ་དག་གི་ནང་སློབ་མ་དག་གཟུགས་ཀ་ནི་སྐྱིད་སྡུག་མཉམ་མྱོང་གི་ད་ཅི་གོ་གདུང་སེམས་མཉམ་བསྐྱེད་ཀྱི་རྣམ་པ་དུ་བསྟན། དེ་ཡིན་དུས་གང་དེ་ལ་ད་ཁོ་གཟུགས་ཀྱི་ཉིས་སྟོང་ཆིག་ཐམ་པ་གི་སྤྱི་ཟླ་བཞི་བ་གི་ཚེས་བཅུ་དྲུག་ཉིན་གྱི་ད་དེ་དང་ད་ནི་ད་ཅི་གི་ད་དྲ་ཐོག་གི་དེའི་རྗེས་ལ་ཉིས་སྟོང་བརྒྱད་ཀྱི་རྗེས་ལ་འོད་སྣང་གི་རྩོམ་པ་པོ་གི་ད་ཧོང་ཁག་དེ་ཡི་ན་ཆོག་གོ་དེ་འདྲོག་ད་འོག་གི་ནང་ག་བཞི་བ་བཞི་མ་ཡི་ན་ཆོག་གོ་དེ་ད་འོག་གི་ཅིག་སྐྱི་སྡིག་བཞི་ན་ཆོག་གོ་ད་འོག་གི་ཅིག་དཀར་སྡིག་རྒྱ་ནག་གི་ཧོན་ཅུ་ཡང་ད་དྲག་ནག་དྲག་གནོན་འོག་གི་ད་འདིའི་གནས་སྟངས་འདི་དཔེ་ད་རྩོམ་ཡིག་ལ་འབྲེལ་ཡ་དང་གཞི་གི་ལམ་ནས་བཏང་ཡ་དང་ད་གཟུགས་དཔེ་ད་ད་ཤུགས་ཆེན་པོ་ཟིག་སྤྱི་ཚོགས་སྒང་ལ་ནས་སླེབས་པ་རེད་ད་སེམས་ཀུན་འགྱུར་བ་ད་ཤེས་ལོག་ལ་བལྟ་འདྲེ་ད་དེ་ལྟ་ཡ་ལ་བལྟས་ནས་ནི་རྒྱ་ནག་གི་ད་སྔ་ཕྱིར་རྩོམ་པ་པོ་མང་པོ་ཟིག་འཇིབ་བཟང་བྱས་རེད། ད་ཞོགས་ལྗང་ལ་ད་ཅིག་རྒྱ་ནག་གི་ད་དོགས་གཞི་ཅན་གྱི་མི་སྣ་བཟོས་ནས་ཞོགས་དེ་འཛིན་ཡག་གི་ད་དུས་ཆེ་ན་མོ་ཐོག་མ་དེ་ཉིས་སྟོང་ཆི་ཐམ་པ་གི་སྤྱིར་ད་བཞི་བ་གི་ཚེས་ཅི་རིགས་རེད་དེ་སྐབས་དེ་ལ་ནི་དེ་རང་ར་ཉིས་ཆ་ནུབ་བྱང་བོད་རིགས་སློབ་གྲྭ་ནང་ནས་བཟུང་ད་བཟུང་ནས་སྤྱིར་ད་ལྔ་བ་གི་ཚེས་བརྒྱད་བར་དེ་ཀོ་སྟབས་བཀག་ཉར་གྱིས་མཐའ་མ་སྔ་མ་དེ་ལ་ཕྱོགས་སྦྱང་ཕྱི་ར་ལོ་སྤྲད་དེ་ནས་དེ་རིང་ད་འདི་སི་ཁྲོན་གྱི་ཀོང་ཟུ་མངའ་ཁོངས་ལ་ཁྱེར་དེ་ནས་ད་ལོ་གཞི་གི་ཁྲིམས་ཐག་བཅད་ནས་ད་ཉེ་ཆར་འདི་སྤྱི་ཟླ་གསུམ་པ་གི་ཉི་ཤུ་དགུ་ར་དེ་ལ་ཕྱི་ར་ལོ་ནོ་དེ་རེད་ད་ཁིར་གེ་ཡོང་ཡ་དེ་ད་རེད་ད་སྤྱིར་བཏང་གི་ཕྱོགས་སྦྱང་གི་ཁོ་རང་གི། བོད་ནང་གི་བདེ་སྡུག་གི་གླང་ཡག་གི་དངོས་གནས་སྟངས་གླང་ཡག་གི་དེ་འདྲ་གི་རྩོམ་དང་དེབ་མང་པོ་ཟིག་ཁོ་རང་གི་རྩོམ་ཡོད་བ་རེད་ད་ཁོས་ཧོ་ནི་རང་དབང་གི་ཆེད་དུ་ལོ་འཇིལ་གང་ཡང་མེད་གླ་ཡག་གི་རྩོམ་དེ་ཚོ་དང་ད་ནི་ད་ཁར་ཚང་གི་ཅིག་སྙེག་གི་སྟོབས་ལ་སོགས་པ་ལྟ་མོ་དེབ་རིམ་པ་ཆ་ཟིག་བཏོན་ཡོད་བ་རེད་ད་དེ་ཚོ་གཞི་ལ་ཆགས་ནས་ད་རྒྱ་ནག་གི་ཕྱོགས་ལྗང་ལ་དོགས་གཞི་འཛིན་ཡ་དེ་རེད་ད་ཕྱོགས་ལྗང་གཅིག་ཁོ་མ་རེད་སྤྱིར་བཏང་གི་ད་ཉིས་སྟོང་བརྒྱད་ཁི་རྗེས་ལ་བོད་ནང་གི་ཅིག་སྒྱུ་རྩལ་པ་དང་རྩོམ་པ་པོ་བཞི་བ་བཞི་མ་མང་པོ་ཟིག་འཇིབ་བཟང་བྱས་རེད་ཡ་ནི་མང་པོ་ཟིག་ལ་ཁྲིམས་ཆད་བཅད་རེད་ད་དེ་སྤྱིར་བཏང་གི་རྒྱ་ནག་གི་ད་ཅིག་བོད་ནང་གི་ཤེས་ལྡན་པ་དེ་ཚོ་ལ་དཔེ་ལྟ་ཅིག་ད་ཚང་མ་ཅིག་དོགས་གཞི་ཅན་ལ་འཛིན་ཡ་ད་སྤྱིར་བཏང་གི་བོད་མི་རིགས་ལ་ཡ་ད་དཔེ་ལྟ་ཅིག་དོགས་གཞི་ཅན་གྱི་མི་རིགས་ལ་འཛིན་ཡ་ད་དེ་ཚོ་གི་སྲིད་སྤྱི་གི་སྒང་ལ་ཡོང་གི་ཡོད་བ་རེད། ནུབ་སོ།
བླ་མ་སྐྱོབ་ལ་ད་ད་ད་ཚེ་རིང་རྒྱ་ལ་ངོ་སྤྲོད་གནང་མི་ཞེས་ཞོགས་ཆང་ལགས་ནི་ད་བོད་ནང་གི་གཞོན་སྐྱེས་རྩོམ་པ་པོ་ཅིག་ཡིན་པ་དང་ཁོ་རང་དེབ་དང་རྩོམ་དེ་ཚོའི་ནང་དོན་ལ་ང་ཚོས་བར་ལྟ་བསྡད་དུས་བོད་ནང་ལོགས་ཀྱི་བོད་མི་ཚོ་ལ་སྤྲད་པའི་དཀའ་ངལ་དང་སེམས་འཚབ་དང་དེ་ཚོ་རང་གི་ཐོག་ནས་དང་ཨ་ནི་རྒྱ་ནག་གཞུང་གི་ཁྲིམས་ནག་ལོག་ལ་འགྲོ་སྟངས་ག་རེ་ཡོད་པའི་ཐོག་ནས་གཙོད་པོ་སྐྱོན་རྒྱལ་གྱི་རེད་དོ། བླ་མ་སྐྱབས་ལགས་ཕ་ཡུལ་ནས་ལས་ད་རེག་བོང་ནས་རེད་བ། སློབ་གྲ་ཆེན་མོའི་ནང་ལས་ད་ལོ་མང་པོ་ཕྱིན་ཚར་བ་དེ་ལ་ཡིན་ནའི་སློབ་གྲ་ཆེན་མོའི་ནང་ལོག་ལ་གལ་ལ་འཚོ་བ་སྐྱེལ་གནང་མྱོང་གི་ཕྱིན་ཚར་ཁོང་ཚོས་སྐབས་དེ་དུས་དེ་ག་ཟིག་བོད་པའི་གནས་སྟངས་དེ་ཚོ་ཡར་ལང་དགོས་ཡག་དེ་ཕི་གི་ནང་གི་ཁོར་ཡུག་ག་འདྲས་ཅིག་བར་གནང་བ་རེད་ཁྱེད་རང་གི་སྒེར་གྱི་ཚོར་སྣང་ཐོག་ནས་ག་རེ་ཅིག་འབྲེལ་བ་ཆགས་འདུག་དོ་དེ་ཚོ་ཚེ་དུས་ཙམ་པ། ད་ཚ་བའི་ང་ཚོ་གཞོན་སྐྱེས་མང་པོ་ཞེ་བོ་གཅིག་ཨ་ད་ཅིག་སྤུ་སྒང་ལ་ཅིག་སྔོན་དང་མ་མཚུངས་བ་གི་དོ་སྣང་མང་པོ་ཞེ་བོ་གཅིག་ཡོང་གི་ཡོད་བ་དེ་རྩ་བའི་མི་རིགས་ཀི་ཤེས་ཡོན་གི་སྤེལ་ཀ་དེ་ཡར་འགྲོ་གི་ཡོད་བའི་རྟགས་གཅིག་རེད། གཉིས་གི་ལ་ཀི་ད་གེ་ཆེ་ཤེས་དེ་རྒྱ་ནག་གཞུང་གི་ད་ལྟ་བར་དུ་ད་སྤུ་ཀི་ལོ་རྒྱུས་ད་ད་སྤུ་ཀི་དོན་དག་ཆེ་མ་ཆུང་སེབ་གང་གི་ཡོད་ན་ད་སྐྱག་རྫན་ད་འཁྱོག་འཁྱོག་རྐྱང་རྐྱང་བྱེད་བྱེད་བསྡད་པ་རེད་བ། ད་དེ་འདི་ཙམ་པ་ག་ཚང་དེ་རང་ཨ་འཛམ་གླང་གང་དྲ་རྒྱ་འདིར་གཅིག་བཤིག་ཆེན་པོ་འདྲ་བོ་ཆགས་འདི་བརྩམས་པ་ནི་ཚེ་ངོ་ནི་དེ་གང་ཡིན་པ་དང་ལམ་སང་ལས་སླ་བོ་ཧ་གོ་ཡོད་རེད་ཧ་གོ་ཡོང་འདི་བརྩམས་པ་གཞོན་སྐྱེས་མང་པོ་ཅིག་རང་བཞིན་གི་ད་སོ་སོ་ག་འོ་ངའི་མི་རིགས་འདི་འདི་འདྲི་ཅིག་རེད། རྒྱ་ནག་གི་སྲིད་སྤྱི་དེ་ད་རྫིན་པ་དང་དྲང་པོ་མ་ཡིན་པ་ཡིན་པ་དེ་ཤེས་ནས་ད་རང་བཞིན་གི་ད་མང་པོ་ཅིག་ཡར་ལངས་ཡོང་གི་ཡོད་རེད། ད་ཡིན་ན་ཡང་རྒྱ་ནག་ད་གུང་ཁྲན་ཏང་དང། ད་རྒྱ་ནག་གི་ནང་ནས་རྒྱ་རིགས་ཆེན་པོ་རང་ལུགས་ཀྱི་ལྟ་བ་འཛིན་མཁན་མི་འདི་ཚོ་ག་རེ་བསམ་བློ་བཏང་ཡོད་ལ་ན་ང་ཚོ་བོད་མི་རིགས་དང་བཅས་པ་རིག་གཞུང་དང། སྡོམ་འདི་ན་སྣོད་དང་ལྕེ་གཉིས་ཆགས་པའི་རྩལ་མེད་བཟོ་བའི་དམིགས་ཡིག་ཡོད་རེད་བ། དམིགས་ཡིག་ཅིག་ཡོད་དུས་བརྩམས་པ་ད་དང་པོ་ང་ཚོ་བོད་དོན་ཁྱབ་བསྒྲགས་བྱེད་མཁན་གྱི་གཙོ་བྱས་བྱས་ཏེ་རྩོམ་པ་པོ་དགོངས་འགྲེལ་དུ་ཆགས་པ་དུས་བརྩམས་པ་འོ་ད་དང་པོ་ང་ཚོ་མི་རིགས་འདི་རྩེ་མེད་བཏང་དགོས་ན་དང་པོ་རྩོམ་པ་པོ་དང་ད་ཅིག་ད་ཅིག་དཔལ་འབྱོར་གྱི་དཔུང་སྡེ་གང་ལྟར་ཀྱང་ད་པཎ་ཆེན་རིན་པོ་ཆེའི་གཙོ་བོ་བྱས་པའི་ད་ཅིག་ང་ཚོ་ཅིག་བླ་མ་ཆེན་པོ་ཡིན་ན་ཆོག་གོ་མཚུངས་པ་ཆེན་པོ་ཡིན་ན་ཆོག་གོ་ཤེས་ཡོན་ཅན་ཡིན་ན་ཆོག་གོ་ད་འདི་འདྲའི་མང་པོ་ཅིག་རང་བཞིན་གྱི་ད་རྒྱ་མིའི་གྱི་ཐབས་བརྒྱ་ཇུས་སྟོང་གི་ད་མིའི་དཀར་པོ་ལ་ཞྭ་མོ་ནག་པོ་གཡོགས་ནས་ད་དངོས་གནས་དྲང་གནས་གྱི་ཉེས་བ་མེད་པ་ལ་བདག་ཉིད་བཀལ་ནས་ད་རྩེ་མེད་བཟོ་གི་ཡོད་དེ།

རྒྱལ་ཁབ་ཁ་བྲལ་བཏང་པའི་ནག་ཉེས་བཙུགས་བྱུང་ཞེས་ཅེས་མ་བཀོད་དེ་ནས་དེ་ཚོ་ལ་ལྟ་དག་ཟེར་ནང་གི་དང། དང་པོ། ཉེས་པ་དྲུག་ནང་ལོགས་ནས་ལྟ་དང་པོ་དེ་ཚོ། དང་པོ་དེ་ལ་ཡང་ལྟ། ཆོས་དད་རང་དབང་སྐོར་ལ་ཡང་རྩོམ་འཁྲིད་པའི་རྐྱེན་གྱིས་དྲ་རྒྱའི་ཐོག་ལ་རྩོམ་འཁྲིད་པའི་སྐོར་རེད། གཉིས་པ་དེ། གསུམ་པའི་བཅུ་དགུ་ཉིན་གང་ཁོ་རང་འཛིན་བཟུང་བྱས་པའི་སྐབས་སུ། འཛིན་བཟུང་བྱེད་ཁག་ཡོང་ཉེས་ཀྱི་བྱེད་སྟངས་ཀྱི་སྐོར་ལ་རྩོམ་འཁྲིད་པའི་རྐྱེན་གྱིས་ཡིན། དེ་ནས་གནམ་ས་གོ་འབྱེད་ཀྱི་ཚན་པ་ཐུན་ཐུན་གཅིག་དྲ་རྒྱའི་ཐོག་ལ་ཡརྒྱུད་བསྐུར་བྱས་པའི་རྐྱེན་གྱིས་ཡིན། དེ་ནས་ཀྲུང་གོའི་སྲིད་གཞུང་དང ྋགོང་ས་མཆོག་གི་སྐུ་ཚབ་བར་ལ་ཡར་གྲོས་མོལ་བྱེད་ཀྱི་ཡོད་པའི་གནས་ཚུལ་གཅིག་བརྒྱུད་བསྐུར་བྱས་པའི་རྐྱེན་གྱིས་རེད། ད་ག་ནས་གཞན་དག་ཅིག་སྟེ་རྒྱ་མིའི་ཉེན་རྟོག་པས་རྒྱ་མི་ཉིས་སྟོང་བདམས་པའི་བརྙན་པར་ཐུན་ཐུན་གཅིག་ད་རྒྱ་མིའི་མི་མང་ལ་གདུང་སེམས་མཉམ་སྐྱེད་ཀྱི་ཆེད་དུ་འདི་བརྒྱུད་སྐུལ་བྱས་པ་ཡིན་དེའི་ཐོག་ནས་ངས་ནག་ཉེས་ཅི་རྒྱལ་བྱུང་དག་རྣམས་ཤིང་དྲུག་པོ་ཏའེ་ལི་ཡཱ་ཝང་ལེགས་ཤོང་ལགས་ཀྱི་རྩོམ་ད་བྱ་གཏོར་ཚུད་པའི་རྩོམ་ཁ་ཤས་ཅིག་ཁོ་རང་གི་ཁ་པར་ནང་ལ་ཡོད་པ་འདིས་ནག་ཉེས་རྩིས་རྗེས་འདི་གས་ད་ནག་ཉེས་དྲུག་ལ་ཡར་མར་ལོ་འབྲིང་རིགས་མི་དམངས་ཁྲིམས་ཁང་གིས་ནག་ཉེས་རྒྱལ་བྱུང་ཟེར་ཅེས་གསུངས་འདུག་ཨང་གསལ་པོ་བྱས་རྗེས་ད་དེའི་ནང་ལོགས་ནས་དོན་ཚན་དང་པོ་ཏའེ་ལི་ཡཱ་ཁོ་རང་གི་ཆོས་དད་རང་དབང་གི་ཐོག་ལ་ཡར་རྩོམ་བྲིས་པ་འདིས། ཀུན་སྤོང་ལ་ཡང་ད་ལྟ་བཅོ་ལྔ་ཆོས་འཕེལ་གྱི་སྐབས་ཀྱི་གནས་ཚུལ་འདི་དྲ་རྒྱ་གང་བཀྲམ་བཞག་ཟིག་གི་འདི་ལ་ཁོ་རང་གྱི་དག་སེལ་ག་རེ་གནང་འདུག། རེད་རེད་ད་སྤྱིར་བཏང་གི་རེད་དེའི་རྩོམ་དེའི་གཞི་རྩ་ནི་མོ་ད་གི་འབུམ་གྱི་འདི་ད་བྱུང་བ་མཆོད་པའང་ད་འདི་མེ་ཏོག་མཆོད་བརྒྱ་ལབ་ཀྱི་རེད་ད་ནི་མདོ་སྨད་ཕྱོགས་ནས་ད། དེའི་སྐབས་དེ་ལ་ད་དེ་ད་ཅིག་མདོར་མི་ལ་ཞོག་ས་ནི་དཔེར་ད་སྐར་ཁྲག་ཆེན་པོ་རེད་ད་དེ་ཅིག་ཡོད་དོ། དེའི་སྐབས་དེ་ལ་ཅིག་འོད་ཀྱི་ཧོ་ཉ་ད་དད་ལྡན་མང་ཚོགས་མང་ང་ཟིག་དེ་ལ་འཇའ་གི་འཇོ་བོའི་རེད་དེ་ནང་བཞིན་གྱི། ད་ཅིག་ཞི་རྒྱས་ཀྱི་མི་སྣ་དང་དེ་ནང་བཞིན་གྱི་ད་ཅིག་རྒྱ་མི་གི། ད་ཅིག་མགྲོན་པོ་བཟོས་ན་ཆོག་གི་ད་ཅིག་ཁོ་ཚོས་ཡིད་བསྐུར་བ་བཟོས་ན་ཆོག་གི་དེ་ཚོ་ར་དེ་ལྟད་མོ་ལྟ་གི་ཡོང་དགོས་བ་རེད་ད་དེའི་སྐབས་དེ་ལ་རྒྱ་ནག་གི་དཔེ་ད་དྲག་སྡུམ་བྱས་ནས་ད་དེའི་སྐབས་དེ་ལ་ཅིག་ཞི་ལོག་ན་ཆོག་གི་གཞི་ལམ་ཁག་ལྷོ་ནུབ་ཀྱི་ལྷེབ་མཚར་ནུབ་ཀྱི་ད་འདྲ་ཕར་དིར་ག་རེད་དཔལ་དུ་ཞིང་བ་དམག་སྒྲིག་ནས་ཤི་གི་ཅིག་འདུག་ཆོས་ལུགས་ཀྱི་བྱེད་སྒོ་དུག་མ་ཡིན་པར་ད་ཅིག་མི་མང་ང་ཅིག་དམ་དྲག་ར་འཇིགས་སྐུག་གི་རྣམ་པ་དུག་དོན་ཡང་དེ་གང་དེ་ལ་ད་དེའི་སྒང་ལ་ད་ཅིག་རྒྱ་རིགས་ཀྱི་ད་གི་ཡུལ་སྐོར་བ་དི་བཟོ་དང་ད་ཕྱི་རྒྱིག་གི་དི་བཟོ་དང་ད་ནི་ད་ཅིག་བོད་རིགས་ཀྱི་དད་ལྡན་མང་ཚོགས་ནི་ཕྱོགས་དི་བཟོ་གི་ད་དེའི་གནས་ཏང་གི་སྐོར་གི་པར་ཏི་མོ་དགེ་མང་པོ་དང་ད་ཁོ་ལོ་གི་ཏི་མོ་དྲ་རྒྱ་ཆོག་གི་དབུས་པོ་ཡིན་ན་ཆོག་གི་ཏི་ལོ་གང་ལ་གྲམ་ཡ་དང་ད་ནི་དུས་གང་ལ་ད་ཅིག་མ་དམངས་གི་གོ་ལང་ལྷང་ཡོང་ཡ། ཏི་བཞི་ལ་དོང་ནས་ཨ་ནི་ད་ཤོག་ལྗང་ལྷོ་མ་པོ་ཤོག་ལྗང་ལགས་ཀྱི་ད་དེའི་སྐོར་ལ་ཁོ་རང་གི་ད་ཚི་ཟིག་རྩོམ་ཡིག་གང་ལ་བྲིས་རེད་ད་དེ་རྩོམ་ཡིག་གང་ལ་དམིགས་སུ་ཟིག་ད་ཅིག་རྒྱ་ནག་གི་ད་ད་ནག་ཉེས་འཛུགས་ཡ་གི་ཅིག་རྒྱལ་ཁབ་ཁ་བྲིག་གི་དེ་འདྲ་ཟིག་བྲིས་ཡོག་མ་རེད་ད་གཙོ་བོ་ཏི་ཁོ་རང་གི་ཀ་རེ་ཟིག་ན་ད་ཅིག་འོ། མི་རིགས་ཀྱི་ཆོས་ལུགས་རང་དབང་འདི་དག་གོ་དང་ད་ལྟ་རྡོག་རྫིས་སྟེང་གི་ཡོད་གི་ཟིག་ད་དེའི་སྐོར་ལ་ནི་ད་སྔ་བར་སྤྱིར་བཏང་གི་ཆོས་ལུགས་རང་དད་མི་རང་དབང་ལབ་ཡ་འདི་ཉག་གི་འུ་ཟོ་ནང་སེམས་ཀྱི་འདུ་ཤེས་ཀྱི་རང་དབང་ཟིག་འདི་གང་རེད་ལ་དེ་ཁྲིམས་ཀྱི་བཀག་འགོག་ཡིན་ད་འུ་ཟོ་ཧོག་གིས་ན་འགྲིག་གི་མེད་ནོ་གི་དེའི་སྒང་ལ་ད་ཁོ་རང་གི་ལྟ་ཚུལ་དེ་བྲིས་ཡོད་རེད་ད་དེའི་སྒང་ལ་ཁོ་རང་རྩོམ་པ་པོ་ཕྱོགས་རྒྱང་འཁེར་གི་ར་ད་རེས་ཀྱི་ཕྱག་ཐིག་གི་ནང་ལ་འགྲེལ་བཤད་བརྒྱབ་འདུག་དེས་ད་མ་ལྷོ།

པ་མགོ་ལ་ད་ཅིག་ཉིས་ཁྲིམས་ཀྱི་ཞྭ་མོ་འཛུགས་ཡ་དེའི་ཁྲིམས་དེ་ད་གི་ད་རྒྱ་ནག་གི་ཉིས་ཁྲིམས་ཀྱི་དེ་དོན་ཚན་བརྒྱ་ར་གསུམ་པ་ར་ད་དེའི་ད་ད་གི་རྒྱལ་ཁབ་ཁ་བྲལ་ལ་ཡ་དང་རྒྱལ་ཁབ་ཁ་བྲལ་ལ་སྐུ་སློང་ལ་ཡ་ད་ལུགས་པས་ད་ད་མགོ་ལ་ད་ནག་ཉིས་འཛུགས་གཅིག་གི་ཞྭ་མོ་ཟིག་རེད་ད་ཁོ་རང་གི་ལག་ཆ་ཟིག་རེད་ད་དེ་ཡིན་ཙང་ད། ཤོག་ཅང་གི་ནར་ད་ཁོ་ངའི་ཡིག་གི་དེ་ཧོན་ཅོག་ཅི་ན་ཁྲིམས་གཞི་དེ་གི་ནག་ཉེས་དེ་བསགས་ཡོད་བ་མ་རེད་དེ་ད་ཡིན་ནའང་ད་ཁྲིམས་གཞི་དེ་ད་རྒྱ་ནག་གི་ད་གི་ཁྲིམས་གཞི་དེ་ཆིག་ལེར་བཟོས་ན་དཔེ་ད་ཁྲིམས་གཞི་ཁ་གསལ་བོ་མེད་ཅུ་ད་ཅིག་ཁོ་རང་ཅི་མི་མང་མ་ར་ཅིག་ད་ཉེས་འཛུགས་བྱ་ཡག་གི་ཁོ་རང་ལག་ཆ་དེ་བཟོས་ཡོད་བ་རེད་ད་ཁྲིམས་དེ་བཟོས་གནང་ན་དཔེ་ད་ཁ་གསལ་བོ་ཞིག་ཡོད་བ་མ་རེད་ད་རྒྱལ་ཁབ་ཁ་བྲལ་ལམ་ན་ག་འདྲ་ཟིག

སྐབས་དེ་དུས་ཀྱི་གནས་ཚུལ་ཞལ་བསྡུས་ཙམ་པ། ཆོས་ཞུ་མཁན་བཅུ་གོ་མ་ཡིན་པར་དམག་མི་དེ་ཚོ་པར་སྙིང་པོ་ལྟར་ཐེག་བྱས་དྲ་རྒྱ་ག་ལས་སྲིད་པར་བ་ད་བླ་མ་སྐྱབས་ལ་དམ་དྲག་གིས་གནས་ཚུལ་འདིའི་སྐོར་ལས་གར་བསྐོར་མུག་སོང། ད་རྩ་བའི་དེ་རེད་ད་ཁྲིམས་བསལ་བྱས་པར་བ་ད་འཛམ་བུ་གླང་གི་རྒྱལ་སྤྱིའི་སྟེང་གི་ད་རྒྱལ་ཁབ་གང་དང་གང་ཡིན་ན་ཁྲིམས་བསལ་དུས་ཙམ་པ་དེ་དབང་རྒྱལ་གྲལ་རིམ་གྱི་ཁུ་བཟོ་ག་གསལ་དབང་དུ་བརྟན་པོ་ཡོང་བའི་ཆེད་དུ་ཁྲིམས་བཟོ་གི་ཡོད་པར་བ། ད་ནུབ་ཕྱོགས་ཀྱི་རྒྱལ་ཁབ་མང་པོ་ཅིག་ལ་མཚོན་ན་ཚོང་པ་གི་ཁེ་ཕན་གྱི་ཆེད་དུ་ཁྲིམས་བཟོ་གི་ཡོད་བཟོ་འདྲ་བོ་ཅིག་ཡོད་རེད། ཡང་ཨ་རབ་ཀྱི་ལུང་པ་མང་པོ་ཅིག་ལ་མཚོན་ན་ཁོ་ཚོ་ཆོས་ལུགས་ཀྱི་ཆེད་དུ་ཁྲིམས་བཟོ་གི་ཡོད་འདྲ་བོ་ཅིག་ཡོད་རེད། ད་རྒྱ་ནག་ལ་མཚོན་པ་ཡིན་ན་རྒྱ་ནག་གི་ད་གུང་ཁྲན་ཏང་གི་ས་ཁང་ཁོ་ན་གི་ཆེད་དུ་ཁྲིམས་བཟོ་གི་ཡོད་རེད། ཁྲིམས་བཟོ་གི་ཡོད་དུས་ཙམ་པ་དང་པོ་ཁྲིམས་ཨ་མ་དེ་རྩ་ཁྲིམས་བཟོ་དུས་ཙམ་པ་གུང་ཁྲན་ཏང་གི་ཟི་ཧང་དེ་བརྟན་པོ་ཡོང་བ་ཆེད་དུ་རྩ་ཁྲིམས་བཟོ་ཡོད་རེད། རྩ་ཁྲིམས་ལ་བརྟེན་ནས་ནི་ཉེས་ཁྲིམས་དང་ཉེས་དོན་གཏུག་བཤེར་བཅའ་ཁྲིམས་དང་ཚང་མ་མར་བཟོ་ཡོང་དགོས་རེད། དེས་འདི་དམ་པ་ད་ལྟ་ཚེ་རང་རྒྱལ་གོང་ནས་གསུང་བ་ནང་བཞིན་རེད། རྒྱ་ནག་གི་ཉེས་ཁྲིམས་ཀྱི་དོན་ཚན་བརྒྱ་དང་གསུམ་གྱི་ནང་ན། དོན་ཚན་ཚན་པ་གཉིས་ཡོད་རེད། ཚན་པ་གཅིག་གི་ནང་ན་ག་རེ་ཡོད་ཟེར་ན། ཁ་བྲལ་གྱི་ལས་འགུལ་སྤེལ་བ་ཚོས་ལག་བསྟར་བྱས་པ་ཟེར་བ་ཞིག་ཡོད་རེད། ཁོ་དེ་ནང་འགྲོ་གི་ཡོད་མ་རེད། གཉིས་པ་གྱི་ནང་ན། ཁ་བྲལ་ལ་སྐུལ་སློང་བྱས་པ་ཟེར་བ་ཞིག་ཡོད་རེད། ཁ་བྲལ་ལ་སྐུལ་སློང་བྱས་པ་ཡིན་ན་ལོ་ལྔ་གི་མན་གྱི་ཁྲིམས་ཐག་བཅད་ཀྱི་ཡིན། ཡང་གལ་ཏེ་ཉེས་བ་དེ་སྲིད་ཆུང་ཆུང་ཡོད་ན་དོ་དམ་འདྲ་བྱེད་བཀག་ཉར་འདྲ་བྱེད་ཡང་ན་ཆབ་སྲིད་ཀྱི་དབང་ཆ་འདྲ་འཕྲོག་ནས་མ་ར་ལོ་བཞག་ན་འགྲིག་གི་ཡོད་སྲིད་དེ་འདྲའི་གཏན་འཁེལ་དེ་འདྲའི་བྱས་ཡོད་རེད་ད་ཡིན་ན། རྒྱ་ནག་གི་ཉེས་དོན་གྱི་ལག་ཁེ་བྱས་ན་འགྲིག་གི་ཉེས་དོན་གཏུག་བཤེར་བཅའ་ཁྲིམས་གང་གི་ལག་ཁེ་བྱས་པ་ཡིན་ན་ཁོ་དཔང་རྟགས་གྱི་ནང་ནས་མི་གཅིག་ལ་ཉེས་བ་འཛུགས་དུས་ཙམ་པ་དཔང་རྟགས་རིགས། མ་འགྲོ་བ་བདུན་ཚང་དགོས་ཡོད་རེད། བདུན་གྱི་ནང་དེ་ད་ལྟ་ཞོགས་ལྗང་མཚོན་པ་ཡིན་ན་ཁོ་དོན་ཚན་དྲུག་བྲིས་ཡོད་རྒྱུ་འདིའི་ནང་ནས་གང་རུང་གཅིག་ཁོང་རང་གི་རྒྱལ་ཁབ་ཁ་བྲལ་བྱས་པའི་དཔང་རྟགས་རྩ་བ་ཉིད་ནས་འགྲོ་གི་ཡོད་མ་རེད། འགྲོ་གི་མེད་དུས་བསམ་པ་རང་བཞིན་གྱི་ད་མི་རིགས་དེ་མགོ་གནོན་ཡག་གི་ཆེད་དུ་མ་ར་དེ་འདྲས་ཅིག་གི་མིན་ད་ག་རེ་མ་ཤོག་ཅིག་གི་ངོ་ནས་དྲང་ནས་གི་ད་རྒྱ་ནག་གི་ཁྲིམས་གི་ནང་ན་གཏན་འབེབས་བྱས་པ་ནང་བཞིན་གི་ཁོ་རང་ད་ཉེ་བ་དུ་འབབ་གི་ཡོད་མ་རེད་ད་མ་འབུབ་པ་དཔེ་བཞག་པ་ཡིན་ན། དོན་ཚན་གསུམ་པ་ཞེས་བ་ང་བ་དྲུག་པ་ཚང་མ་ཕོ་རང་དང་འབྲེལ་བ་མེད་རྒྱུ་རྐྱང་རྐྱང་རེད་ད་དཔེ་ཡིན་ན་གནམ་ས་གོན་ཇན་ཡིན་ན་འདྲ་ཝང་ལི་ཞོན་ཡིན་ན་འདྲ་རྒྱ་ནག་གི་ད་དཔེ་བོ་ལི་སི་གི་མི་མང་གདོང་གི་ཡོ་བ་ཡིན་ན་འདྲ་བོ་གཞུང་མཉམ་དུ་རང་བཙན་མིན་པའི་སྐད་ཆ་བཤད་མཁན་ཟེར་དུ་ཟོ་རྒྱ་ནག་ཁོ་ཟོ་གི་ངོ་མ་ནས་རྩ་བཅོས་བཏང་ཚར་རྒྱུ་ར་སྐད་ཆ་བཤད་ཚར་རྒྱུ་ཅིག་རེད་བ་ད་གནམ་ས་གོན་ཇན་ད་དཔེ་ཡིན་ན་ར་དྲ་རྒྱ་ཁོ་རང་བྷི་གི་ནི་སིམ། དེ་ལ་ནག་ཉེས་མེད་འོག་གི་ནས་ལོས་བཞག་རྒྱུ་ཞིག་རེད་བ། ད་དེ་འདང་ཅིག་སྨ་ར་བཏང་ཡོང་དུས་རྩམ་པ་པས་བཞག་པ་ཡིན་ན། རྒྱ་ནག་རང་གི་ཉེས་བ་ཅིག་བསགས་ཚར་བའི་རྗེས་ལ་ཉེས་བ་དེ་གཞན་ཅིག་གི་སྒོ་འགིག་འགོག་དུ་བ་པས་བཞག་པ་ཡིན་ན། མོ་རྩེ་སྟོང་གི་རིག་གནས་གསར་བརྗེ་ཆེན་པོ་ལ་སོགས་པ་འདི་འདྲའི་ཅིག་གི་ལས་འགན་ནོར་འཚེབ་ཅན་བྱེད་བོ་ཅིག་ཟེར་རེད་དེ་ཉེས་བ་ཡོང་ཡས་དེ་བྱང་ཆེན་ལ་སོགས་པ་མི་བྱེད་ཤོག་ཁག་གི་སྒང་ལ་བཞག་གི་འདུག་བ། ད་དེ་འདྲའི་ནང་བཞིན་གི་མི་རིགས་ཅིག་གདོང་འགོག་ཡོད་ན། དན་དན་ད། ད་རྩོམ་པ་པོ་ནི་འགོ་ཚུགས་ནས་མར་གདོང་ཡག་བྱེད་དེ་རེད་མ་ཤེས་ཅི་གི་ངོ་ནས་ཁོ་རང་དེ་ད་རྒྱལ་ཁབ་ཁ་བྲལ་ལ་སྐད་སློང་བྱེད་པ་གི་དཔང་རྟགས་ང་རང་གི་དེ་དུས་རྩམ་པ་རྩ་བ་ཉིད་ནས་མི་འདུག། རེད་སེར་སྐྱ་ལ་ད་ལྟ་ཞོགས་ལྗང་ལགས་ཀྱི་དག་འབུད་བྱས་པའི་སྐབས་སུ་ནས་ཚིག་དེ་ཚོའི་ནང་ལོགས་ལ་ཡང་ད་ཁ་བྲལ་དང་འབྲེལ་བ་མེད་པའི་གི་འགྲེལ་བཤད་ཤུགས་ཆེན་པོ་སྐྱོན་ཡང་ཐབས་ཤེས་གནང་འདུག་ད་ག་ནང་བཞིན་ང་ཚོས་ཡི་གེ་དེ་ཚོའི་ནང་ལྟ་དུས་དཔེར་ན་ཆ་ཞབས་རང་ལྟ་དོན་ཚན་གཉིས་པ་གསུམ་པོ་དེ་ཚོ་ཆ་བཞག་པ་ཡིན་ན་གནམ་ས་གོང་འབྱེད་ཀྱི་ཚིག་མཐུན་མཐུན་གཅིག་དྲ་རྒྱ་གང་ཡོད་པ་དེ་བརྒྱུད་བསྐུར་བྱས་བཞག་དང་ན་ཤིང་རྒྱ་ནག་གཞུང་དང་བོད་ཀྱི་སྐུ་ཚབ་བར་ལ་གྲོས་མོལ་བྱེད་སྐོར་ས་དེ་རྒྱ་ནག་གི་གསར་འགྱུར་ན་ཡོད་པ་གཅིག་བརྒྱུད་འབུལ་བྱས་པ་ཡིན་སྲིད་དོ་དེ་ཚོས་ཁོ་རང་གིས་ད་ག་ཡི་གེ་དེ་རྣམས་ལ་དག་འབུལ་གནང་དུས་ག་འབུལ་གནང་སྟངས་དེ་ཚོ་ཁྲིམས་ཀྱི་འགྲོ་ལམ་དང་མཐུན་པའི་ཐོག་ནས་ཁྱེད་རང་གི་དགོངས་ཚུལ་ག་རེ་ག་རེ་བྱུང་ཚུལ་ག་འདི་གནང་འདུག།
རེད་རེད་ད། སྤྱིར་བཏང་གི་ད་ཟླ་ཁོ་རང་གི་གཅིག་དེ། འདི་སྤྱིར་ཟླ་གསུམ་པ་གི་ཚེས་བཅུ་རིག་ཉིན་གི་རེད་ད་དགོང་མོ་ཁོ་རང་མགྲོན་ཁང་ནང་ལ་སྔོག་ཆ་རེ་གི་ཡོང་ཉིན་གི་ད་མིའི་དེའི་སྐོར་ལ་ཁོ་རང་གི། ད་དེའི་གནས་ཚུལ་གི་སྐོར་ལ་རྩོམ་ཡིག་ཟིག་བྲིས་འདུག་བ་དེའི་ནང་ལ་ད་ཁོ་རང་གི། ད་རྩོམ་ཡིག་འདི་ན་ཆོག་གི་འདི་སྐད་འཕྲིན་གི་རྒྱབ་ལོག་ལ། ཅེས་བྲིས་འདུག་ད་དེའི་ནང་ལ་ཁོ་རང་གི་བཀའ་འདྲ་སྤྲེའུ་བར་ཟེར་ན་ཐོང་ཐོང་ཟེར་ག་ཚིག་ཐོང་ཟེར་སྤྲེའུ་བར་ད་དེའི་ནང་ལ་གཙོ་བོ་འདྲ་མོ་ཕྱི་ཚིག་སྤྲེའུ་བར་ཟེར་ན་ད་རེབ་གོང་གི་ད་གི་དེའི་གནས་སྟངས་དེ་ད་ཧུར་འགྲོ་རྒྱུ་ན་ཁོ་རང་ཞིབ་ཕྱིར་ཨེ་ཐུས་གང་དེ་ལ་རྒྱ་ནག་གི་ད་ཁྲིམས་ལྟར་ན་ད་ཉེན་རྟོག་པ་དེ་ཚོ་གི་ལས་དོན་སྒྲུབ་ཐུས་གང་དེ་ལ་ཡིན་ནམ་ན་ཉེན་རྟོག་པ་གི་དཔང་ཡིག་དེ་སྟོན་དགོས་དགོས་བ་རེད་ད་ཁོ་ཡིན་ནའང་ཁོ་རང་གི་དེའི་སྐབས་དེ་ལ་སྟོན་ལབ་ཐུས་གང་དེ་ལ་ད་དཔང་ཡིག་ད་ག་བ་སྟོན། ད་ལྟ་འདི་ཁོ་རང་གི་པད་ད་སྟེང་ལ་མེ་མདའ་བརྩིགས་ནས་པད་ད་ད་ཅིག་འཇིག་གི་བྱ་ཡ་དེ་རྣམ་པ་དུ་འཕེན་འདུག་ཨ། ད་ཁོ་རང་གི་དེའི་སྒང་ལ་རྩོམ་ཡིག་དུ་འབྲི་དགོས་ཡ་གི་རྒྱུ་མཚན་ཅི་ཟེར་ན་མི་མང་གི་ཚེ་སྲོག་གི་བདེ་འཇགས་འདི་ལ་ཁག་ཐེག་མི་འདུག་ལབ་ཡ་གི་ཁོ་རང་ད་དེ་ཅིག་བློ་སེམས་ནན་མོ་བྱུང་ནས་ཨ་ནི་དེའི་སྐོར་ལ་ཅིག་བྲིས་ཡོང་བ་རེད་ད་དེའི་སྐོར་ལ་བྲིས་དེ་སྒང་དེ་ལ་དུ་ཁོ་ཚོ་གི་ནག་ཉེས་ལ་བགྲངས་འདུག་ཨ། ད་དུ་ནག་ཉེས་ལ་བགྲངས་ཏེ་ངའི་ངའི་གནས་སྟངས་ད་འདི་ཕྱོགས་སྟངས་ལ་ཁོ་རང་གི་འགྲེལ་བཤད་རྒྱབ་ནང་ནང་ཇི་བཞིན་དུ་ངའི་གནས་སྟངས་གི་ཐོག་ནས་བཤད་ལེ་ཡོང་ན། ད་རྒྱལ་ཁབ་ཀྱི་ཁྲིམས་ཀྱི་སྲུང་སྐྱོབ་བྱ་དགོས་ཡ་དེ་ཁོ་རང་ཆགས་ཀྱི་བར་ག་རེ་རེད་ན་ད་ད་ལྟ་གི་ཚུལ་དུ་ཉེན་རྟོག་པ་འདི་ག་ར་ཧ་གོ་གི་མ་རེད་ད་ནག་ཚོགས་འདི་ག་ར་ཧ་གོ་གི་མ་རེད་དེ་འདྲ་གི་མིའི་ཆགས་ཚུལ་ག་ནི་ནང་ལ་ཡོང་ནས་ཕེབས་ཐབས་མེད་མདའ་ཚར་ནས་ད་སྤྱི་དམངས་ཚིག་ལ་སྔོག་ཕྱིར་བྱ་དུས་གང་དེ་ལ་ད་ད་དངོས་གནས་དྲང་བྱས་ན་ད་ཁྲིམས་ཀྱི་སྲུང་ཤ་འདྲ་མོ་ད་རྩོམ་པ་པོ་ཁོ་རང་ཆགས་ཀྱི་བར་རེད་དེ་ཡིན་ནའང་དེ་ལས་ལྡོག་སྟེ་ད་རྒྱ་ནག་གི་ནག་ཉེས་དུ་བརྩི་གི་བར་ད་ད་མོ་གི་ཁྲིམས་ལུགས་མི་བཟོ་གི་རེད་ད་གཞན་པ་གཅིག་དེ་ད་ད་ཤེས་བྱ་ཡ་དེ་རེད། ཟླ་འདིའི་གནམ་ས་གོན་རྒྱུ་དང། ད་ཝང་ལི་ཞུང་གི་ཕྱག་བསྟར། ད་དུ་བཟོའི་སྐོར་དུ་བྱས་གོང་ལྟར་ད་དུ་བཟོ་ངའི་གནས་སྟངས་ཀྱི་ཆ་ལས་སོང་ན་ད་ཝང་ལི་ཞུང་གི་ཕྱག་བསྟར་ལྟ་བུ་ཟིན་གྱི་ན་ད་རྩོམ་མཁན་དེ་ཝང་ལི་ཞུང་རེད་དེ་རྒྱ་རིགས་རྩོམ་པ་པོ་ཟིག་རེད་དེ་ན་ཁོ་རྩོམ་མཁན་དེ་ལ་ཁྲིམས་ཕོག་གི་ཡོད་མ་རེད། ད་ཡིན་ནའང་གློག་མཁན་དེ་ལ་ཁྲིམས་ཕོག་གི་ཡོད་རེད་དཱ། དེ་འདི་གང་དེ་ལ་ད་རྒྱ་ནག་གི་སྤྱིར་བཏང་གི་ད་རྩ་ཁྲིམས་གི་ནང་ན་ཁྲིམས་གི་མདུན་ས་ནས་མི་རིགས་ཚང་མ་འདྲ་མཉམ་ཡིན་ལབ་གི་ཡོད་རེད་དཱ། ཡིན་ནའང་ད་ངའི་གནས་སྟངས་དེ་ཚོ་བལྟས་ཡོང་དུས་གང་དེ་ལ་རྩ་ཁྲིམས་རང་གི་སྒོ་ནས་རྦད་དེ་མི་རིགས་ལ་དབྱེ་འབྱེད་བྱ་ཡ་དང་དེ་ནང་བཞིན་གྱི་ད་རྒྱ་ནག་གི་རྩ་ཁྲིམས་གི་ནང་ན་ད་སྤྱི་དམངས་གི་ད་ཉེན་རྟོག་པ་དེ་ཚོ་གི་སྤྱི་དམངས་ལ་ཁོ་རང་ད་ཁྲིམས་འགལ་གི་ནས་ཞིབ་བཤེར་བྱ་ཡ་དང་དེ་ཚོ་འགྲིག་གི་མེད། དེ་ནང་བཞིན་གྱི་སྤྱི་དམངས་ཀྱི་བརྩི་མཐོང་ལ་ད་ཅིག་ཉེས་བྱས་བྱ་ཐུབ་ཆོག་གི་མེད་ལ་གོ་ད་ཡིན་ནའང་ད་ལྟ་གི་ད་ཉེན་རྟོག་པ་ན་ཆོག་གི་ད་ནག་ཚོགས་ན་ཆོག་གི་དམག་སར་བྱ་ཉིན་ད་གཟོད་ཞབས་ཕྱི་ལ་བལྟས་འོང་དུས་གང་དུས་ལ་ད་ཁོ་རང་གི་ཁྲིམས་འགལ་གྱི་ཞབས་ཕྱི་དེ་ཧ་ར་ཡིག་ད་ང་ཚོ་མི་དམངས་ཀྱི་དཔུང་འཇོག་ཅན་ད་མི་སྒེར་གྱི་བརྩི་མཐོང་ལ་ཉེས་བྱས་བྱས་ནས་དཔེ་ལྟ་སྒང་ལ་མེ་མདའ་བརྩིགས་འཇིགས་སྐད་བྱ་ཡ་ད་ད་གཟོད་སྒང་ལ་བལྟས་འོང་དུས་གང་དུས་ལ་ད་ད་ལྟ་གི་རྒྱ་ནག་གི་བོད་པ་གི་སྒང་ལ་ད་ཁྲིམས་ལག་བསྟར་བྱ་བ་ད་གཟོད་ངའི་གནས་སྟངས་གི་ཁྲིམས་གི་ནང་ད་ད་འགན་ལེན་ག་འདྲས་ཡོད་ན་ད་ད་གཟོད་བྱ་གི་ཡོད་བ་མ་རེད་ད་གཙོ་བོ་ད་ཁོ་ཚོ་གི་ཁྲིམས་ལ་ཡ་ད་ཁ་ལ་ཁྱེར་ནས་ད་བོད་ནང་གི་ཅིག་ཅིག་ད་མི་རིགས་དང་རིག་གཞུང་དང་ད་བོད་གི་ཅིག་སྤྱི་ཚོགས་ལ་ཞབས་ཕྱི་གི་འདུ་ཤེས་ཡོད་མཁན་ཅིག་ད་མི་རིགས་གི་ནང་ནས་ཅིག་ཅིག་ད་གཏོགས་སེལ

དེས་འཛིན་བཟུང་བྱེད་ཆོག་པ་དང་སྤྱི་བདེ་མི་སྣ་ཡིན་པའི་གི་ངོ་སྤྲོད་དེ་ཨ་ལེ་ང་བསྟན་རོགས་ཅེས་འདི་ལྟར་སྤྱིར་བཏང་གི་མི་གཅིག་གི་སོ་སོ་འཛིན་བཟུང་བཀག་ཉར་བྱེད་ག་ཡོད་འདོད་གི། གཞི་རྩའི་གི་ད་འདི་རེ་བ་ར་ཅིག་མ་རེད་པས་ངོ་ནས་བྱས་པའི་ཁྲིམས་འགྲོ་སྟངས་བྱས་པས་ན་འདི་གར་སྒོམ་ན་འདོད་པ། ད་དེ་དེ་རེད་རྩ་བའི་རྒྱ་ནག་གི་ཁྲིམས་ད་ཕལ་ཆེར་ཁྲིམས་ལུགས་མ་འདྲ་བ་གསུམ་གི་ནང་ན་ཡོད་རེད་དང་པོ་རྩ་ཁྲིམས་ནང་ན

དེ་གཅིག་རེད། དེ་ནས་རྒྱ་ནག་གི་ཉེས་དོན་གཏུག་བཤེར་བཅའ་ཁྲིམས་ཀྱི་དོན་ཚན་བདུན་ཅུ་དོན་བརྒྱད་པ་གི་ནང་ན་ག་རེ་གསུངས་ཡོད་པ་རེད་ཟེར་ན། སྤྱི་བདེ་ལས་ཁུངས་ཀྱི་མི་གཅིག་ལ་རྟོག་བཤེར་བྱེད་དུས་ཙམ་པ་ཡིན་གཅིག་མིན་གཅིག་མི་དམངས་ཞིབ་དཔྱོད་ཁང་དང་མི་དམངས་ཁྲིམས་ཁང་བརྒྱད་དགོས་ཡོད་ཟེར་གཅིག་ཡོད་རེད། དེ་ནས་དོན་ཚན་བརྒྱ་དང་སུམ་ཅུ་སོ་དྲུག་པ་གི་ནང་ན་ག་རེ་ཡོད་ལ་ན། གལ་ཏེ། མི་གཅིག་དོགས་གཞི་ཅན་ཅིག་སེམས་ཀྱི་ཡོད་ན་འདྲ་ཉེས་ཅན་པ་ཅིག་སེམས་ཀྱི་ཡོད་ན་དེ་ལ་ཡིན་གཅིག་མིན་གཅིག་མི་དམངས། ཞིབ་དཔྱོད་ཁང་དང་ཡང་ན་མི་དམངས་ཁྲིམས་ཁང་གི་ཆོག་མཆན་བཀོད་ལེགས་གཞུང་ནོར་བུའི་ཡིག་ཆ་དེ་གཏན་ནས་གནས་སེམས་འགོག་ཡོད་བསལ་ཡོད་རེད། དེས་མི་ཚེ་གི་རྒྱ་དང་སེམས་ཀྱི་ཚོབ་ལྡན་པ་གི་ནང་ན་ག་རེ་ཡོད་ལབ་ན། གལ་ཏེ་མི་གཅིག་སེམས་གི་ཡོད་ན། སེམས་ཏིག་ཙམ་པ། སེམས་ཡག་གི་ཁབ་ཐིག་དེ་ལ་ཡང་ན་ཁོ་ནང་མི་བཙུམ་ན་ཡོད་དགོས་གི་ཡོད། གལ་ཏེ་དེ་མེད་ན་ཁོ་གྲོངས་པ་ངོས་སུ་བང་མི་དེ་ཚོ་ཁྲིས་དེ་ལ་བསྡད་དགོས་གི་ཡོད་བསལ་ཞིག་ཡོད་རེད། ད་ལྟ་གཞན་པ་གཅིག་ལ་དོན་ཚན་བརྒྱ་དང་དྲུག་ཅུ་རེ་བརྒྱད་ཡིན་པ་ཡོད། དེ་ནང་དུ་ན་ག་རེ་སོང་ཡོད་རེད་ཟེར་ན། མི་དམངས་ཞིབ་དཔྱོད་ཁང་གིས་ག་རེ་ཞིབ་འཇུག་བྱེད་དགོས་ཀྱི་ཡོད་ལབ་ན། མི་གཅིག་གསུམ་པའི་བརྒྱུད་རིམ་གྱི་ནང་དེ་ཁྲིམས་མཐུན་ཆགས་ཡོད་ཀྱི་མེད་ཀྱི་དེ་ཡིན་གཅིག་མིན་གཅིག་ཞིབ་འཇུག་བྱེད་དགོས་ཀྱི་ཡོད་དུ་ཟིན། ད་ད་ལྟ་དེ་ཤོག་བྱང་ལ་ད་ལྟ་ཁོ་ཚོ་བུ་ལི་སི་གི་ལག་འཁྱེར་ཉེན་རྟོག་པ་གི་ལག་འཁྱེར་ཡང་མ་བསྟན། དེ་ནས་མི་དམངས་ཁྲིམས་ཁང་དང་ཞིབ་དཔྱོད་ཁང་གི་འཛིན་བཟུང་ཡིན་ན་རྟོག་དཔྱོད་བྱེད་དགོས་ནི་དེའི་ཡིག་ཆ་མ་བསྟན་པ་གང་ཞིག་ལ། ད་ད་ཁོ་རང་གི་ལག་ཀ་མེ་མདའ་ཚད་འདུག་ཨ། མེ་མདའ་ཚད་ཡིན་མི་ཞིག་ཁོ་རང་གིས་བཟུང་བ་ཡིན་ན། བུ། ཉེན་རྟོག་པ་གཅིག་དང་དམག་མི་གཉིས་འདུག་ལབ་གི་འདུག་དམག་མིའི་རྩ་བ་ཉིད་ནས་ཡོང་ན་འགྲིག་གི་མ་རེད། དམག་མི་ཡོང་ན་པའི་ཁྲིམས་འགལ་རང་རེད། ད་ས་ཆ་དེ་བཀག་སྡོམ་ཡིས་བཟུང་ན་རྒྱ་མིས་བྱས་ན་ཇེ་ཡན་འདྲ་བོ་དེ་འདྲས་ཡིས་བཟུང་ན་དམག་མི་ཡོང་ཡ་རེད་མ་བྱེད་ཅིག་གིས། དམག་མིའི་རྩ་བ་ཉིད་ནས་ཡོང་ཡ་མ་རེད། ལྷག་པར་དུ་མེ་མདའ་བརྩིགས་ས་དེ་མི་མང་གི་དགྲ་བོའི་སྒང་ལ་བརྩིགས་དགོས་རུ་བ། ད་ཞོགས་ལྗང་ཡིན་ན་རྒྱ་ནག་གི་མི་སེར་གཅིག་རེད། མི་སེར་སྲུང་སྐྱོབ་ཡས་མཁན་གི་གཅིག་གིས་སོང་ནས་རང་གི་མི་མང་གི་ལག་ག་མེ་མདའ་བརྩིགས་པ་ཡིན་ན་ཁྲིམས་འགལ་བྱས་བ་རེད། ཁྲིམས་འགལ་བྱས་བ་དེ་ལ། རྒྱ་ནག་གི་ཉེས་དོན་དོགས་གཞི་བཅའ་ཁྲིམས་ཀྱི་ནང་ན་གཏུག་བཤེར་བཅའ་ཁྲིམས་ཀྱི་ནང་ག་རེ་ཡོད་ལབ་ན། ཁྲིམས་ཀྱི་སྡེ་ཚན་གྱི་ལས་ཀ་བྱེད་མཁན་གྱི་ཁྲིམས་སྒྲིག་གི་ལས་ཀ་བྱས་ན་ལོ་གཉིས་མན་ཆད་ཀྱི་ཁྲིམས་ཐག་བཅད་ན་འགྲིག་གི་ཡོད། ད་མ་འོངས་པ་ན་ཁོ་ཡང་བསྐྱར་ཞུ་གཏུག་བྱེད་ཡག་གི་གོ་སྐབས་ཅིག་བྱུང་གི་ཡོད་ན། ད་གང་ལ་གཏུག་བཞག་རོགས། དེའི་རྒྱུད་རིམ་གྱི་ནང་ནས་ཁོ་ལ། འཛིན་བཟུང་བྱས་དུས་བརྩམས་པ་པའི་ཁྲིམས་འགལ་རང་བྱེད་རྒྱུ་གི་ཁྲིམས་འགལ་བྱེད་མཁན་གྱི་མིར་བཟོ་ཁྲིམས་ལ་བྱ་ཡག་གི་ཐོབ་ཐང་བརྒྱ་ཆ་བརྒྱ་ཐམ་པ་ཡོད་རེད་བསམ་གི་ངས་བསམ། བཟོ་འདི་ག་ལ་ད་ད་རེས་ཞོགས་ལྗང་ལགས་ལ་ཡང་ཉེས་ཆད་དྲུག་དང་འབྲེལ་ནས་རྒྱལ་ཁབ་ཁ་བྲལ་ནང་ཉིད་བཙུགས་ཉིན་འདི་རྨ་ལྷོ་ཁུལ་གྱི་འབྲིང་རིམ་མི་དམངས་ཁྲིམས་ཁང་རེད་པ་ད་ཞོགས་ལྗང་ལགས་ཀས་ཞུ་གཏུག་གི་ཡི་གེ་དེ་བྲིས་རྗེས་མཚོ་སྔོན་གྱི་མཐོ་རིམ་མི་དམངས་ཁྲིམས་ཁང་ལ་ཞུ་གཏུག་བྱེད་དགོས་རེད། ད་ཁྲིམས་ཁང་དེ་ཚོ་ལ་དབང་ཚད་ག་ཚད་ཅིག་ཡོད་རེད་ཁོ་ཚོས་འདི་འདྲས་ཀྱི་ཞུ་གཏུག་ལ་ཡང་དང་ལེན་བྱེད་ཀྱི་རེད་མ་རེད་རེ་བ་ག་ཚད་ཅིག་ཡོད་རེད། ད་རྩ་བའི་རྒྱ་མི་གི་ཁྲིམས་སྲིད་དུས་བཟང་པ། ད་དེབ་གི་སྒང་བཀོད་ལ་གཞོག་རྒྱུ་ཁྲིམས་དེ་ལོག་དེ་ཧ་ལས་པའི་དཔེ་དག་པོ་ཞིབ་ཚགས་ཡག་པོ་ཡོད་རེད་དཔེ་ཆགས་པ་ཡིན་ན། ད་མི་གཅིག་ཁྲིམས་མ་སྒྱུར་དགོས་ཡོད་ན། ལས་ཁུངས་གསུམ་རྒྱས་དགོས་ཡོད་རེད་དང་པོ་པུ་ལིས་གི་ཞིབ་འཇུག་བྱེད་ད་ཉེན་རྟོག་པ་གི་ཞིབ་འཇུག་བྱེད་དགོས་རེད་བ། ཉེས་བ་དེ་ལ་མི་དམངས་ཞིབ་དཔྱོད་ཁང་གི་ད་ལྟའི་བདེན་པ་རེད་མ་རེད་དེ་ཞིབ་འཇུག་བྱེད་དགོས་རེད། ཞིབ་འཇུག་བྱས་ཚར་བའི་རྗེས་ལ་ཨ་ནི་ཁྲིམས་ཁང་ཨ་འགྲོ་ནས་ཨ་ནི་ཁྲིམས་ཁང་གིས་ད་ཁོ་རང་གི་ཉེས་པ་གི་ཆེད་སྦྱོང་ལྟར་ཁྲིམས་ཐག་བཅད་དགོས་ཡོད་རེད་བ། ད་ཁོ་རང་ལ་ཤོག་བྱང་ལ་ས་གནས་གི་ད་མ་ལོག་གི་ས་གནས་གི་རང་རང་ཁྲིམས་ཁང་གིས་ཁྲིམས་ཐག་བཅད་པ་དེ་ད་ཁོ་རང་འདོད་པ་མེད་པ་ཡིན་ན་ཁོ་རང་གི་ད་མཐོ་རིམ་གི་ཞིང་ཆེན་གི་ཁྲིམས་ཁང་དེ་གཏུགས། དེ་གཏུགས་ནས་ཨ་ནི་ཟླ་བ་གཉིས་གི་ནང་ཚེད་ལ་ཁོ་ཐག་བཅད་དགོས་ཡོད་རེད། ད་ཡང་ཁོ་ཅིག་ཉོག་དྲ་འདྲ་བོ་ཆེ་འདྲ་བོ་དེ་འདྲས་ཅིག་ཡིན་པ་ཡིན་ན་དེ་ཚོས་ཧ་ར་འགྱང་ཡག་གི་དེ་འདྲས་ར་ཡོད་ད་ཡིན་ན་ཁོ་རང་གི་དེ་ཉོག་དྲ་ཚ་བོ་དེ་འདྲས་ཚ་བ་ཉིད་ནས་མ་རུང་བ། ད་ངོ་ནས་དྲང་ནས་བཤད་པ་ཡིན་ན་ཁྱེད་རང་གསུང་བ་ནང་བཞིན་རེད་ཁྲིམས་མ། ཁྲིམས་ལྟར་ར་ཕྱིན་པ་ཡིན་ན་ཁྲིམས་མ་གཏུགས་ཡས་ཡོད་རེད་ཁྲིམས་གཏུགས་བ་ནང་བཞིན་གི་དྲང་མོ་དྲང་བཞག་ཡང་དགོས་གི་རེད་དེ་ད་ཡིན་ན། ཁོ་ཁྲིམས་དེ། ངས་ནམ་རྒྱུན་བཤད་ཀུན་ཏུ་རྒྱ་མིའི་གི་ཁ་ནས་བཤད་རྒྱུ་གི་ཁྲིམས་ཅིག། ལག་ལེན་བསྟར་རྒྱུ་གི་ཁྲིམས་ཅིག་ཡིག་ཐོག་དཔར་བཞག་རྒྱུ་གི་ཁྲིམས་ཅིག་རྒྱ་མི་ལ་གུང་ཁྲན་ཏང་ལ་ཁྲིམས། མ་འགྲོ་བ་སུམ་ཆགས་དེ་ཙམ་པ་ད་ཁྲིམས་ག་བ་ལ་བཞག་བཞག་དགོས་ག་ཧ་གོ་གི་མེད་བར། དེ་ལས་ཀྱང་གྲངས་ཉུང་མི་རིགས་ལ་ཁྲིམས་གཞན་པ་ཅིག་ལག་ལེན་བསྟར་གི་ཡོད་དེ་ཙམ་པ་ད།

ངས་བཀའ་འདྲི་ག་རེ་ཞུ་ཡ་ཟེར་ན་ད་ཞོལ་ལྗང་ལགས་ཀྱི་གནས་ཚུལ་དེ་ད་ལྟ་རྣམ་པ་ཚོས་གསལ་བོ་ཞིག་བགྲོ་གླེང་གནང་སོང། ཟེར་ད་ང་ཚོའི་དཔེ་ལྟར་ན་ད་ལྟ་སྤྱིར་རྒྱ་མིའི་ཁེ་ཨན་ཁོ་ཨ་ཞོལ་ལྗང་ལགས་འཛིན་བཟུང་བྱས་ཏེ་ཁྲིམས་འགལ་བྱས་ཡིན་པ་དང་རྒྱ་མིའི་རྩ་ཁྲིམས་དང་མ་མཐུན་བ་དེ་ཨ་ནི་ཚང་མ་རྣམ་པ་ཚོས་གསལ་བཤད་གནང་སོང། ད་ངས་བཀའ་འདྲི་ཞུ་ཡ་ག་རེ་ཟེར་ན་སྐབས་དེར་ཨ་ནི་ཀྱི་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་དང་ཨ་ནི་ཁོ་ཨ་ཀྱིས་ང་ཚོའི་བཙན་བྱོལ་གྱི་སྒྲིག་འཛུགས་ནས་རྒྱ་མི་དེ་ཁྲིམས་འགལ་བྱས་བཞག་རྩ་ཁྲིམས་དང་འགལ་བཞག་ཟེར་ནས་ང་ཚོའི་ལས་འགུལ་ག་རེ་སྤེལ་ཡོད་རེད་ད་ལྟ། རེད་འདུག་སྤེལ་ཡོད་རེད་སྤེལ་ཡོད་མ་རེད། ང་ཚོས་དེ་ལ་ཨེ་ནི་ཁོང་རང་ཞོལ་སྦྱང་ལ་མཐའ་ཡས་ཀྱི་ཚ་ཤེས་དེ་ང་ཚོའི་ཨེ་ནི། ཁོའི་ཨེ་ནི་ཁོང་རང་རྒྱ་མིའི་འཐེན་འཁྱེར་འདི་འདྲའི་གྱད་ཆགས་ཟེར་ནས་བཙན་བྱོལ་སྒྲིག་འཛུགས་ཡོད་མཁན་གྱི་བཙན་བྱོལ་ནང་ཡོད་མཁན་བོད་མི་ཚོས་ཨེ་ནི་ཁོ་བ་དེའི་ཁ་ཟ་མ་སྟོན་བྱས་ནས་ཐེར་འདོན་བྱས་ཏེ་ལས་འགན་ང་ཚོ་ཆག་སྒོ་བོར་བ་དང་ད་བར་དུ་ང་ཚོས་ལས་འགན་ག་རེ་བྱས་ཡོད་རེད་ཟེར་དཔའ་སྟོན་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་དེའི་ཐོག་ལ་ཕྱག་ལས་ག་རེ་གནང་ཡོད་རེད་ཟེར་ནས་མ་འོངས་པ་ང་ཚོས་ག་རེ་བྱེད་དགོས་རེད་ཟེར་ན་ངས་དེ་བཀའ་འདྲི་ཞུ་ཡ་ཡིན་ཐུགས་ཆེ་གནང། བློ་གསོ། ད་ལྟ་འདི་ལྗགས་ལན་སྨྲ་ན་གོང་ལ་ཚེ་རིང་རྒྱ་ལགས་འདིར་ལྗགས་ལན་སྣ་རོགས་ན་ཞུ་གི་ཡིན་འདི་ཡིན་ནས། ང་ཚོས་རྗེས་ལ་ད་མུ་མཐུད་གྲོས་གླེང་ཞུ་ཡ་གི་འཆར་གཞི་ན་ཡོད། ཞོགས་ལྗང་ལགས་འཛིན་བཟུང་བྱས་པའི་གནས་ཚུལ་དེ་ཚོ་ཟླ་གཅིག་ཟླ་གསུམ་པའི་ནང་བྱུང་པ་ར་དེའི་རྗེས་ནས་ཕྱི་ཕྱོགས་ལ་ཡང་ད་ཚོགས་པོ་ཁ་ཤས་ཡོད་ར། བོད་དོན་རྒྱབ་སྐྱོར་ཚོགས་པོ་ཡིན་ན་འདྲ། བོད་རང་བཙན་སློབ་ཕྲུག་ཚོགས་པོ་ཡིན་ན་འདྲ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་ཚོགས་པ་མང་པོས་རྒྱལ་ཞོགས་ལྕང་ལགས་ཀྱི་གནས་སྟངས་ལ་ཡང་ཐུགས་སྣང་ཡོང་ཡག་དོན་དག་ལ་ཡང་ཁོ་རང་གློད་གྲོལ་ཡོང་ཡག་ལ་སྐད་འབོད་འདི་འདྲའི་གནང་སོང། ད་ལྟ་དྲ་རྒྱའི་སྒང་ལས་ཡིན་ནས་ཁོ་རང་གློད་གྲོལ་དགོས་ཡག་གི་ཁ་ས་ད་རེབ་གོང་གི་ཁྲིམས་ཁང་ལ་ཡང་ཞུ་གཏུག་གི་ཡི་གེ་ཅིག་ད་ལྟ་དྲ་རྒྱའི་སྒང་འགྲོ་བསྡད་ཤག་འདི་གང་ལ་རྣམ་པ་ཚུགས་ཀའི་གསེར་ཡིག་རྒྱབ་བཅས་དེ་ལ་ཞུ་གཏུག་ནང་ལ་འཛུལ་ཆོག་ཡ་དེ་འདྲས་འདུག་ང་ཚོས་དེའི་རྗེས་ལས་གྲོས་ལན་ཞུ་དགོས་བསམ་ཟེར་ཡིན་ནའི་ད་ལྟའི་གོང་ཞལ་པར་ནང་ཉེ་དེ་གི་ཞལ་པར་དང་འབྲེལ་ནས་ངས་ད་ལྟ་དེ་ཡར་མར་ངོ་སྤྲོད་ཅིག་ཞུས་པ་ཡིན། ཨ་ནི་ཚེ་རིང་རྒྱ་ལགས་ད་ཁོ་རང་གིས་སུའང་དེ་ད་ལྟ་ཞལ་པར་ནང་ཉེ་གི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་ལས་དྲི་བ་བཀོད་སོང་རྣམ་པ་ཚོས་དངོས་གནས་འདི་ཚོའི་ཐོག་ལ་ཡང་ཐུགས་ཕྱག་ལས་མང་པོ་ཅིག་གནང་ཡོད་ཀྱི་ར་གནང་ཡོད་རེད་ཡོད་མ་ག་དེ་ཡིན་ན། ད་རེ་རེ་ད་ང་ཚོ་འཇིག་ན་ད་ལས་ཁུངས་རེ་རེ་ལ་ཁོ་རང་ལས་དོན་གི་ཟེར་བ་ད་མི་དགོས་ར་མོ་མ་འདྲ་བ་རེ་ཡོད་བ་རེད་ད་ཚང་མ་ཡང་ད་ང་ཚོ་འཇིག་ན་ཅིག་འགྲོ་བ་མིའི་ཐོབ་ཐང་གི་དབུ་རྣམ་འགྲོ་བ་མིའི་ཐོབ་ཐང་སྐོར་ལ་ཅིག་དོགས་ཞིབ་གནང་མཁན་གི་དེ་འདྲ་གི་ཚོགས་གཞུང་རེ་མ་འབོད་ཚོགས་པ་རེ་རེད་དེ་འཛིན་ད་ང་ཚོ་གི་ལས་འགན་ག་རེ་ཟིན་ན་འུ་ནང་ལ་མི་ཚེ་ག་རེ་བྱུང་གི་འདུག

ད་ཕྱོགས་རྒྱང་གི་ནུས་སྲིད་དེ་ཁོ་རང་གི་ཕྱག་ཐིག་ཡི་གེ་དུ་བྱས་ལ། ལེའུའི་ནང་ནས་ང་ཚོ་ད་དུས་སྒང་ལ་ཅིག་རྒྱ་ནག་གི་ཁྲིམས་ཀྱི་ནང་ནས་ག་རེ་ག་རེ་འདུག་ད་གཟོད་སྒང་ལ་ཅིག་ཉམས་ཞིབ་བྱས་ནས་ཡང་ནི་ད་གཟོད་སྒང་ལ་ནུས་སྲིད་དོར་ནས་ད་ཅིག་མཉམ་འབྲེལ་རྒྱལ་ཚོགས་དང་ད་གཟོད་ལ་གོ་རྟོགས་སྤེལ་ཡ་ད་གཟོད་གི་ལས་འགན་འདི་ང་ཚོ་གི་རུ་སྒྲུབ་ཀྱི་ཡོད་རེད་ཨང། ལོ་སོ།
ག་སོ་རེད་ལབ་མི་འགྱོ་ར་ད་བོད་ནང་ལོག་གི་ཁྲིམས་ཀྱི་འགྲོ་སྟངས་དང་རྒྱ་ནག་གཞུང་གི་ཁྲིམས་ཀྱི་ལམ་ལུགས་ཀྱི་འོག་ལ་ཡ་ད་ཁྲིམས་གཏུག་དེ་ཚོ་དྲང་བདེན་ཡོང་ཡ་ད་ཁག་པོ་རེད་ཡིན་ནའི་ལས་དེང་སང་བོད་ནང་ལོག་ལ། ཉེས་འཛུགས་ཕོག་པའི་བོད་མི་ལྷག་པར་དུ་གཞོན་པའི་ནག་ལོག་ནས་རྒྱ་ནག་གི་ཁྲིམས་གཞི་བསྲུངས་ཀྱིས་རྩོད་པ་རྒྱབ་ཉེན་མང་པོ་ཡོང་གི་འདུག་འདི་ངས་ལ་བཀྲ་ཤིས་དབང་ཕྱུག་ལགས་བྱུང་སོང་བ་ལྟར་དེ་འདྲས་མང་རུ་འགྲོ་དུས་རྒྱ་ནག་གཞུང་གིས་ཁྲིམས་ཀྱི་འགྲོ་སྟངས་དེ་ཚོའི་ཐོག་ནས་བོད་པའི་གི་དཀའ་སྡུག་དེ་ཚོ་ལ་ཡང་ག་འདྲས་ཀྱི་ཁྲིམས་ཐོག་ནས་དངོས་གནས་བྱེད་ན་བྱེད་དགོས་ཀྱི་ཡོད་རེད་ལྷག་པར་དུ་ས་གནས་གཞུང་དེ་ཚོ་ལ་བྱེད་སྟངས་དེ་ཚོ། མང་པོ་ཅིག་དཀའ་ངལ་ཆེན་པོ་ཅིག་འཕྲད་ཀྱི་འདུག་ག་མེད་ལ། ལ་རེད་ད་རྩ་བའི་ཅིག་ད་རྒྱ་ནག་གཞུང་མཚོན་པ་ཡིན་ན་རྩ་གཞུང་གཞུང་འཛིན་མཁན་རེ་རེའི་སྐབས་རེ་རེ་རེ་རེ་མ་འདྲ་བ་ད་རེད། ལྷག་པར་ད་ད་ཞི་ཅིན་ཕིན་ད་རྒྱ་ནག་གི་མགོ་ཁྲིད་ལ་བསྡད་པའི་རྗེས་ལ་ད་ཁྲིམས་ལུགས་ལག་ལེན་མང་པོ་བསྟར་དགོས་ཡོད་ཟེར་ད་ཞི་བོ་ཅིག་བཤད་ཀྱི་ཡོད་རེད་བཤད་ཀྱི་ཡོད་པ་ནང་བཞིན་གྱི་ངས་དེ་སྲིད་མ་འདྲ་བ་ཆགས་ཡོད་ཀྱི་རེད་བསམ་གི། ད་ཡིན་ན་ལྷག་པར་ད་ག་རེ་ཟེར་ན་ང་ཚོ་ག་ཚོད་དེ་རིང་ང་ཚོ་བོད་ནང་གི་བོད་མི་དེ་ཚོ་གི་གཞོན་སྐྱེས་དང་ལྷག་པར་དུ་རྩོམ་པ་པོ་དང་ད་ག་ས་ག་བ་ལ་ཁྲིམས་ལུགས་ཀྱི་སྒང་ལྷག་པར་དུ་གཅིག་དགོན་པ་ཁག་གི་ནང་འོག་རྒྱ་མིའི་གི་ཁྲིམས་དེ་ཤེས་དགོས་འདུག་ད་ང་ཚོ་རྒྱ་མིའི་གི་མངའ་འོག་ན་བསྡད་ཡོད་དུས་རྩོམ་པ་ཡིན་གཅིག་མིན་གཅིག་རྒྱ་མིའི་གི་ཁྲིམས་དེ་ལ་རྩོད་པ་རྒྱག་ས་ཡོད་ན་འདྲ་མེད་ན་འདྲ་ཁྲིམས་ཤེས་དགོས་འདུག་ཟེར་ནས་ཁྲིམས་ལུགས་ཀ་དོ་སྣང་མང་པོ་ཞེ་བོ་ཅིག་ཡོང་གི་འདུག་བ་དེ་འདི་རྩོམ་པ་ད་ཁྲིམས་ལུགས་ཀ་དོ་སྣང་བྱེད་དགོས་ད་ཧ་ལས་པའི་ད་གལ་ཆེན་པོ་རེད།

བཀོད་ཐུབ་ནས་དེ་ཡང་ན་ད་ཁྲིམས་འགལ་གྱི་རྒྱ་ནག་གི་ཞབས་ཞུ་དེ་ག་རེ་ཡིན་ཅིག་གིས་དེ་ཁོ་རང་འཇིབ་བཟང་བྱས་ནས་འཇིབ་བཟང་གི་འཛིན་ཡིག་སྤྲོ་ཡག་གི་བར་དུ་སྤྱིར་བཏང་ན་ཉི་མ་སུམ་སོ་བདུན་འགྲིམ་མང་ན་ཡིན་ནའང་ད་ཕྱོགས་རྒྱང་ལ་དེ་ལས་ཕར་དགའ་ནས་ཉིན་གཅིག་གི་འཇིབ་བཟང་བྱས་པ་དང་དེ་ནང་བཞིན་གྱི་ད་ཁོ་རང་ད་བརྒྱུད་རིམ་གསུམ་བརྒྱུད་དགོས་པར་སྤྱིར་བཏང་ན་ད་འཇིབ་བཟང་གི་བརྒྱུད་རིམ་ཟིག་བྱས་ད་ནས་ད་ཅིག་ཞིབ་བཤེར་གྱི་བརྒྱུད་རིམ་བྱས་ད་ནས་ཁྲིམས་བཤེར་གྱི་བརྒྱུད་རིམ་ད་ད་གཟོད་ལ་བཅུ་བཞི་ཟིག་ཡོད་རེད་ཡིན་ནའང་དེ་ད་ལྟ་ད་ཕྱོགས་སྦྱང་གི་འདི་གནས་སྟངས་ལྟས་ཡོང་དུས་འདི་ཚང་མ་གི་ཐོག་ནས་དུས་ཕྱིད་དུ་པེ་ཙ་ཧ་ར་གྷ་ཡིས་རྒྱ་ནག་གི་ཁྲིམས་འགལ་བྱས་པ་དེ་ཚོ་གསལ་བོ་རེད་ད་ཉིད་ཀྱི་ཐོག་ནས་སྤྱིར་བཏང་གི་སྤྱིར་བཏང་རྒྱ་ནག་པེ་ཏི་ད་ཁྲིམས་སྐྱོང་གི་རྒྱལ་ཁབ་ཟིག་མ་རེད་ད་མིན་ན་ཡིན་ནའང་ད་ང་ཚོ་ཅིག་དབང་སྒྱུར་བྱ་ཉིན་དང་ད་ཁོ་ནས་མི་སེར་པེ་ཀིན་གི་གཞུང་དེ་རྒྱ་ནག་ཡིན་ཙང་ད་ཁོ་ཟོ་གི་ཁྲིམས་ལྟར་ང་ཚོ་གི་ད་ཅིག་ལག་ཆ་འགྲམ་ངོ་བཟུང་ནས་ཅིག་གདོང་ལེན། བཅའ་ཡག་ཐབས་ཤེས་རང་མོས། མཐིང་གོ་ཡག་ཐད་ཀ་ཆེན་པོ་རེད་དེ་འདི་གང་དེ་ལ་ད་སྤྱིར་བཏང་གི་ད་རྒྱ་ནག་གི་ཁྲིམས་ད་གཟུགས་ལ་འོད་སྣང་གི་ད་ཤེས་ལྡན་པ་ད་གཟུགས་གི་ཅིག་མང་ཚོགས་ཀྱི་སྐྱབས་ལ་ཨ་ནི་ཅིག་གོ་རྟོགས་སྤེལ་ཡག་དང་ད་ད་གཟུགས་སྤེལ་ཐད་ཀ་ཆེན་པོ་རེད་བསམ་གི་འདུག་ད་རྒྱ་ནག་གི་ད་ད་འདི་འགྱིས་ནི་རྒྱ་ནག་གི་རྩ་ཁྲིམས་དང་དེའི་ཁག་དབུ་ལ་ད་ཉེས་ཁྲིམས་དེའི་ཁག་དབུ་ལ་ཉེས་དོན་ཞག་གཅིག་བཅའ་ཁྲིམས་ད་དེའི་ཁག་དབུ་ལ་བཙོན་ཁང་གི་ཁྲིམས་འཛུགས་པ་རེད་ད་ང་ཚོ་ད་ཚང་མ་ཁོ་འཇོག་གྱིས་ནི་དེ་དེ་ཚིག་ཤེས་ཡ་ཡིན་ན་ཡང་ཁོ་ཚོ་ལ་ཧ་ར་སོ་པ་ཇི་ག་ཟིག་ཡོད་བ་རེད་ད་ད། སྤྲི་ཁི་ད་དེ་འདེ་ལག་ལྟ་བ་འཇིག་ནར་བཙོན་ཁང་ནང་ནས་གྲོངས་འཇུག་རེད་ད་དེའི་སྒང་ལ་འཇིག་ནར་སྤྱིར་བཏང་བྱས་ན་ང་ཚོ་ད་ཁྲིམས་གཅིག་ཇི་ག་ཡ་དང་དེ་ཚོ་གནས་སྟངས་དེ་ཡོད་བ་རེད་ད་ད་ཁྲིམས་དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་ཨང། བློ་གསོ། བློ་གསོ་ཐོ་ཅི་ཆེ་ཚེ་རིང་སྐྱག་ལ་ད་ང་ཚོ་དུས་ཚོད་ད་ག་རྫོགས་སོང་ད་རིང་ང་ཚོའི་སྐུ་མགྲོན་གཉིས་དེ་རྡ་རམ་ས་ལ་ནས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཚེ་རིང་སྐྱག་ལ་ད་དེ་ག་རླུང་འཕྲིན་ཁང་ནག་ལས་ལ་ཡ་དེ་ག་རྒྱལ་ས་བྷ་ཤིང་ཏན་ཁུལ་ལ་བཞུགས་པའི་དེ་ག་མཚོ་སྔོན་སྲིད་ཁྲིམས་སློབ་གྲྭའི་དགེ་རྒན་ནང་སྙོམས་པ་བླ་མ་སྐྱབས་ལགས་ཡིན་རྣམ་པ་གཉིས་ཀ་ད་རིང་དགོངས་ཚུལ་བདེན་རྫུན་འཕྲོད་གླིང་ཤུགས་ལྷུག་པོ་རྣམ་པ་ཐུགས་ཆེ་ན་ཞུ་ཡིན། ཐུགས་རྗེ་ཆེ། ཨ་ནེ་གཟའ་འཁོར་རྗེས་མའི་གཟའ་ལྷག་པ་ཉིན་གྱི་ང་ཚོའི་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་ནང་ལ་ཡ། ད་ལྟ། ལྷ། སྤྱི་ཚོགས་ཞབས་ཞུ་དང་ཤེས་ཡོན་ལྟེ་གནས་ཁང་གི་ལས་རིམ་དང་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ནང་སྤྱི་ཚོགས་ཞབས་ཞུའི་དགོས་མཁོ་དང་ལས་འགན་སོགས་ཀྱི་སྐོར་ལ་ཡ། བགྲོ་གླེང་ཞུ་ཡ་ཡིན་བྱས་ཙང་ང་ཚོའི་གཟའ་འཁོར་རྗེས་མའི།